གྲོ་ལ་ཕན་ཕྱིར་སངས་རྒྱས་གྲུབ་པར་ཤོག་ཟེར་ཡས་ད་ཁ་ཚང་སངས་རྒྱས་དེའི་ངོས་འཛིན་གཏད་ཞུས་ཚར་བ་འདི་རེད། ད་གྲོ་ལ་ཕན་ཕྱིར་བྲིས་དེ། གྲོ་ལ་ཕན་ཕྱིར་ཟེར་སངས་རྒྱས་གྲུབ་པར་ཤོག་ཟེར་གྱི་ཤེས་ཡོང་དུས། གྲོ་ལ་ཕན་ཕྱིར་ཟེར་ཡས་འདི་ལ་ད་བྲོ་བ། བྲོ་བ་སུ་རེད་བྲོ་བ་སེམས་ཅན་ཐམས་ཅད།

ཨ་ནི་གཅིག་དེ་ཨ་ནི་འཕེན་པ་དེ་ག་རིགས་ཀྱི་འཕེན་གྱི་རེད་འོ་དེ་ངོ་ཤེས་པ་ཞིག་དགོས་གོ་རེད། ག་རེད་ཀྱི་འཕེན་གྱི་རེད། ག་རིགས་ཀྱི་འཕེན་གྱི་རེད་ཟེར་དེ་བྱེད་དུས་རྩ་ནས། ད་ག་རེ་དགོས་གོ་བ་རེད་ཟེར་ན་གྲོ་ལ་འཕེན་ཕྱིར་ཟེར་ཡས་དེ་དངོས་གནས་ཅི་ཡོང་ཨེ་ལགས། གཉིས་ལ་གཞན་ལ་བརྩེ་བ་སྐྱེ་ཡས་ཐབས་ཤེས་གཅིག། ཨ་ནི་གཉིས་པ་དེ་ཨ་ནི་གཞན་ལ་ག་རིགས་ཀྱི་འཕེན་གྱི་ཡོད་རེད་འཕེན་ཐོག་དངོས་གནས་དེ་ག་རིགས་ཀྱི། འཕེན་ཡས་དངོས་གནས་དེ་ག་རེ་རེད་འདི་ཤེས་པ་བྱེད་ཡས་གཅིག་འོ་དེ་གཉིས་དེ་འཛོམས་ན། འགྲོ་ལ་ཕན་ཕྱིར་སེལ་ཏེ་ལས་གྱུར། འོ་དེ་ཇི་དུས་ཟེར་ནས། ཐ་སྙད་ལ། འགྲོ་ལ་ཕན་ཕྱིར་སེལ་ད་བརྩེ་བ་སྐྱེ་གི་ཐབས་ཤེས་འདི། ད་ག་འདྲི་བརྩེ་བ་སྐྱེ་དགོས་བ་རེད་གཞན་ལ་བརྩེ་བ་སྐྱེ་ཐབས་ཤེས་ག་འདྲི་བྱེད་དགོས་རེད་དྲི་བ་གཅིག་རོ། ད་འདི་ལ། ད་ཐབས་ཤེས་མང་པོ་ཡོད་པའི་ནང་ལོག་ནས། གཅིག་འདི་གཞན་གྱི་བཀའ་དྲིན་དྲན། གཅིག་འདི་གཞན་དག་ཚང་མ་ང་དང་གཅིག་པ་རེད་ཟེར་ནས་བསམ་བློ་དེ་བཏང་ཡ།

མང་ཆེ་དེ་ནི་ཨ་མ་གིས་ད་བཀའ་དྲིན་ཆེ་བ་དང་ཨ་མའི་དྲིན་དྲན་ཡས་དེ་ཤུགས་ཆེ་བ་ཡོད་ཡིན་ཙང་དང་པོ་དེ་དེའི་དབང་དུ་བྱས་ནས་ནམ་རྒྱུན་མར་ཤེས་མར་ཤེས་ཀྱི་རེ་ཤེས་དེ་དགོས། ད་དེ་ནས་ནམ་རྒྱུན་ཡོངས་གྲགས་དཔེ་ཆ་ན་ཡོད་པ་དེ་དག་ཞུ་མི་དགོས་ཆེད་རེད་བ། ད་ནམ་རྒྱུན་ཡོངས་གྲགས་རང་མ་ཡིན་པ་གཅིག་ལ་དེ་དག་དེ་ག་རེ་ཡོད་རེད་ཟེར་ན། ཨ་ནེ། མཛོད། སྔོན་པ་མཛོད་ནང་ལོགས་ལ་ཨ་ནེ། ནམ་རྒྱུན་ལྟར་སོ་སོའི་གི་ཕ་མ་བསད་པ་ཡིན་ན་ཚད་མས་ལས་ཟིན་སྡིག་པ་ཆེན་པོ་བཞི་པོ་བརྩི་དགོས་རེད་བ། དེ་བྱེད་དུས་ཙང་ནས་ཨ་ནེ། ཕ་མ་གི་ལྟ་ཚད་དེ་གཞན་དག་བྱེད་ཁུ་དྲག་དེ། ཨ་དེ་ལྟོས་བྱས་ཨ་ནེ་ཨ་མ་གཞན་དག་གི་ཨ་ནེ་གྲོགས་པོ་ནང་དུ་བླུགས་ནས་ཨ་ནེ་སྐུ་གུ་བཟོ་ཡ་ཡོད་རེད་སྣ་ང་ནས་ཡོད་ས་རེད་དེང་སང་ད་ཡོད་རེད་སྐད་ཆ་བཤད་གི་འདུག་ཨ་ངེད་མ་ནས་ཡོད་ཡིན་ས་རེད་གང་བྱས་དེ་དོགས་གཅོད་བྱས་ནས་ད་དེ་འདྲས་གི་ཨ་ནེ་ཕ་མ་དེ། སད་ན་ཨ་ནི་ཚ་མེད་ལས་ཟས་ཀྱི་བཞི་བོ་བྱིའུ་ཚ་བོ་རྩི་ཡལ་འདི། གྲོགས་པོ་ནང་མྱ་ངན་གྱི་ཨ་མ་འདི་རེད་པས། ཨ་ནི། ཁུ་ཁྲག་གི་བདག་པོ་ཨ་མ་འདི་རེད། འདིས་དོགས་གཅོད་ཅི་གནང་ཡོང་རེད། བྱས་ཙང་ལྟ་འདིས་དྲི་བ་བཏང་ཡོང་དུས་ང་ཚོ་ཡིན་ན་བསམ་བློ་ག་རེ་འཁོར་རེད་ཟེར་ན། ཨ་ནི། སངས་རྒྱས་དང་སངས་རྒྱས་ལ་ལྟ། མཆོད་པ་ཕུལ་དེ་བྱས་པ་ཡིན་ན་སོམས་བཞི་བོ་ཟ་གི་རེད། ཨ་ནི་བསྐུར་བ་བཏབ་ན་སྡིག་པ་ཆེན་པོ་ཟ་གི་རེད་ཟེར་དུས་ཕ་གི་ཡོན་ཏན། ད་ཆེས་དྲག་ནི་སྐད་ཅིག་ཤི་གོ་ར། ད་ཕ་མ་དང་བླ་མ་ལ་ཨ་ནི་དེ་བྱས་པ་ཡིན་ན་ཕན་ཡོན་དང་ཉེས་མིག་ག་རེ་ཡིན་ན་ཆེན་པོ་ཡོད་རེད་ཟེར་དེ་བཀའ་དྲིན་གྱི་ཆ་ནི་སྐད་ཅིག་ཤི་གོ་ར། དེ་བྱེད་དུས་ད་ནི་ཨ་ནི་གྲོགས་པོ་རྣམས་ལ་ད་བ་ཀུ་མྱ་ངན་དེ་ཨ་མ་དེ་རེད་ང་ཚོ་ཡིན་ན་དེ་དྲན་ས་རེད་ད་བཟོད་ཁོ་རང་ནང་ལ་ཨ་ནི་དེ་ས་བོན་ས་བོན་དྲན་ངའི་ཨ་མ་དེ་རེད་དེ་གསུངས་ཡོང་ད། དེ་ན་ས་བོན་སུ་གི་ཡིན་ན་ཡང་དེ་ཡི་ཕ་མ་དེ་ད་གལ་ཆེན་པོ་ཞི་བུ་ཞིག་བརྩི་བར་ད། དེ་བྱེད་དུས་ད་ནི་ག་རེ་རེད་ཟེར་ན་དཔེར་ན་ང་ཚོའི་སྐྱེ་བ་སྔ་མའི་རྣམ་ཤེས་དེ། ཁྱེད་ཀྱིས་ས་བོན་འདྲ་པོ་གཅིག་ལ་འཛུལ་ཡོད་པ་ཡིན་ན། དེ་འདྲའི་གཅིག་ཁ་ཐུག་ཁྱེར་ཡོད་པ་ཡིན་ན། ཇི་སྲིད་དུ་ལུས་འདི་མ་དོར་གྱི་བར་དུ། གལ་ཁུར་ཅིག་བྱས་ཡོད་མ་རེད་ད། དགེ་རྒན་འཛམ་བུ་གླིང་གི་དགེ་རྒན་མཁས་རིགས་མཁས་བཙུན་ཡོངས། ཨ་ནི། ད་སླབ་གྲྭའི་དགེ་རྒན་མཁས་རིགས་མཁས་བཙུན་ཡོངས་ད་བའི་རོགས་པ་མཁས་རིགས་མཁས་བཙུན་བཅས་སླབ་གྲྭ་ཆེ་ཤོས་ལ་སྟངས་ག་རེ་བྱེད་ཤག་པ་ཡིན་ནའི་ད་ཤེས་ཡོན་ཅན་བཟོས་ཁར་ཡོད་མ་རེད་ད། དེ་བྱེད་དུས་ས་ནས་ད་བྲོ་བ་མིན་ལ་ང་ཚོ་དུད་འགྲོ་དང་མི་འདྲ་བས་ད། ཁྱད་ཆོས་ག་ཚོད་ཅིག་བྱུང་ཡོད་པ་ཡིན་ནའི་དུད་འགྲོ་ལས་ལྷག་པའི་ད། ཁྱད་ཆོས་ག་ཚོད་ཡོན་ཏན་ག་ཚོད་བདེ་སྐྱིད་ག་ཚོད་བྱུང་ཡོད་པ་ཡིན་ནས་དེའི་རྩ་བ་དེ་ད་ས་བོན་འདིར་ཐུག་བསྡད་དོག་ས་བོན་མི་འདྲ་བ་དེ་དེ་བྱེད་པ་ཡིན་ལྷག་པར་དུ་ད་ཆོས་བྱེད་མཁན་ཡིན་ན། ད་ཆོས་བྱེད་ཐུབ་ཡས་ཀྱི་རྟེན་འདི་གིས་ད་ས་བོན་ཐུན་མོང་མ་ཡིན་པ་དེ་བྱེད་ཐུབ་ཡས་དེ་དུད་འགྲོ་ལ་སྐྱེས་མཚམས་ཚར་དོག་བྱེད་ཙང་ད་བྱེད་ཐུབ་ཡས་ཀྱི་དེའི་རྩ་བ་དེ་ས་བོན་དེ་འདྲི་གཅིག་གིས་རགས་པ་དེ་ལ་བརྟེན་ནས་ཨ་ནི་ཕ་གས་ཆོས་བྱེད་ཐུབ་ཡས་ཆགས་ཡིན་དུས་ཙ་ནས་ད་སོད་སོད་ཀྱི་ཆོས་ཀྱིས་ད་ག་ཚོད་ཅིག་བྱུང་ཡོད་པ་ཡིན་ནས། རྩ་བ་གཅིག་ལྟ་འདི་ལ་ཐུག་བསྡད་ཡོད་པ་ལྟར་ཕ་གིས་ས་པཎ་ཞེས་བྱ་བ་ཡིན་ན་འདིས་རྗེས་ལ་བཀའ་དྲིན་ཇི་མ་ཇི་སྐད་ཆ་ཧོར་ར་མེད་པར་བྱས་ཨ་ལས་ས་པཎ་དང་པོ་འདི་སྤྲད་པ་ཁོ་ནའི་གིས་ད་བཀའ་དྲིན་ཆེན་པོ་ཞུ་བ་ཆགས་འགྲོ་ས་པཎ་དུས་ནང་ལོག་ལ་ད་རྣམ་ཤེས་རྫུས་ཚར་བའི་རྗེས་ལ་ད་བུ་སྲིང་གཅིག་ནང་བཞིན་རེད་ད་གུ་ཅོ་ཏེ་ཏེ་སུ་རྒྱག་གི་ཡོད་ན་མ་གཏོགས་ཆུང་ཆུང་བྱེད་ཡོད་རེད་ད་འདི་རེད་ད་འདི་བུ་ད་བུ་ད་གཅིག་པ་གཅིག་རྐྱང་གཅིག་ཨ་མའི་ཁོག་པ་ནང་ལོག་ལ་ད་བ་དགུ་ཉག་གཅིག་ཀ་ལི་ཀ་ལི་ཨ་ནི་ལག་པ་རྐང་པ་མི་དེ་བྱས་ནས་ཨ་ནི་མི་འདྲ་བ་ཅིག་ཆགས་ར་བ་བྱས་ན་མིའི་བཟོ་འདྲ་འདི་བཟོ་ཡས་ལ་ད་བ་དགུ་གོ་རེད་ད། ཨ་མེས་ཀྱིས་ཟོས་དེ་དག་ཁོ་པ་ནང་ལོག་ཉག་ཅིག་འདི་བྱས་པ་ཡིན་ཙང་དུད་འགྲོ་གཅིག་མིས་ཟོས་པ་དང་གཅིག་པ་རེ་ད་ང་ཚོ་ཁྱི་འདྲ་བོ་གཅིག་ཡོད་བཞིན་པའི་སྐབས་ལ་ཨ་ནེ་གཅིག་སྐྱིད་པོ་ནུས་པ་ཆེན་པོ་གཅིག་གིས་ཨ་ནེ་སྔགས་རྒྱག་གི་ཡིན་ན་ག་རེ་ཡིན་ན་གཅིག་བཅད་བཅད་མིས་ཟོས་བཞག་པ་ཡིན་ན་ཞི་བོ་གཅིག་ད་བརྩིགས་བརྩིགས་རེ་ད་སངས་རྒྱས་རང་རེད་ལབ་གི་རེ་ད་སངས་རྒྱས་རེད་ལབ་གི་རེ་ད་གང་ཅི་ང་ཚོ་དེ་འདྲི་ན་ཞིག་བུ་ན་ཞིག་ཆུང་ཆུང་གཅིག་མི་ཡིན་པ་ཟོས་རེ་ད། དེ་ནས་ཨ་མེས་ཁོ་པ་ལ་སྐྱེལ་ཚར་བའི་རྗེས་ལ། ཟོབ་ལྟ་འདི་མིའི་ཟོབ་ལྟ་ཆ་ཚང་ཡོད་རེད་མ་གཏོགས་དུད་འགྲོ་ལས་ཐབས་སྐྱོ་གི་རེད། དུད་འགྲོ་བུ་ཆུང་ཅུང་ཟད་བར་ལ་འགྲོ་དེ་ངས་འདི་ཚོས་ཁོ་རང་ཁ་ལག་ཁོ་རང་ཚད་ཅིག་བྱེད་བཞིན་གྱི་འདུག་ག་གེ་བྱེད་བཞིན་གྱི་མེད་ཨ། ག་རེ་བྱེད་ནས་ཨེ་ཨེ་ཨེ་ཟེར་གི་འེ་མ་གཏོགས་ག་གེ་བྱེད་ཀྱི་ཡོད་མ། དེ་ལས་དོན་ང་ཚོའི་ཆོས་བྱེད་ཀྱི་དལ་འབྱོར་གྱི་རྟེན་ཡིད་བཞིན་གྱི་ནོར་བུ་ལས་ལྷག་རེད་ཟེར་གི་རྗེས་ཤེས་བསྡད་དེ་སྤྲེལ་ངན་འདི་ཕ་མ་ཆགས་བསྡད་འདུག་ད་དེ་མི་བྱེད་ད་ཧ་གོ་འགྲོ་གི་རེད་ད་བསམ་བློ་ལྟ་ངན་ཅིག་ཡིན་ན་ཧ་གོ་འགྲོ་གི་རེད་ལྷག་པར་དུ་སོ་སོའི་སྤུ་གུ་ཡོད་ན་ཧ་གོ་ལས་སླ་བོ་རེད་ཡིན་ནའི་ཧ་གོ་གི་མ་རེད། ཆེད་དུ་སོ་སོའི་ཕུ་གུ་སོ་སོའི་གིས་སོ་སོའི་ཕུ་གུ་ལ་ག་ཚོད་བརྩེ་བ་བྱེད་ཀྱི་འདུག་དེའི་ཆེད་དུ་དཀའ་ལས་ག་ཚོད་རྒྱག་གི་འདུག་ཨ་ནི་དེ་ནང་བཞིན་སོ་སོའི་ཕུ་གུ་གིས་སོ་སོ་ལ་ཅིག་སྤྱོད་པ་འདྲ་ཅིག་བློ་ཁ་ལེན་བློ་སྣ་སེམས་ག་ཚད་ཕམ་གྱི་འདུག་ད་དེ་སོ་སོ་མངོན་སུམ་དུ་མྱོང་དགོས་ར་དེ་ཁྱུག་ཙེ་ཅིག་དེ་འདྲས་ཡིན་ན་ངེད་ཀྱིས་ང་རང་ཕ་མ་ལ་ལ་ནི་གོམ་པ་གཅིག་བརྒྱབ་ན་ཤེས་ཆོས་ཆོག་རེད་དེ། ཁ་ཞེ་ཡང་ཞིམ་གྱི་མི་འདུག་ལྷག་པར་དུ་ལོ་ཧ་ཅང་གི་ཆེན་པོ་ཆགས་འགྲོ་དུས་ཙཱ་ནས་ད་གང་བྱས་གཟུགས་པོ་ཆེན་པོ་གི་སྤུ་གུ་ཅིག་ཆགས་པ་དང་གཅིག་པ་རེད་ད། སྤུ་གུ་རང་ཆགས་འགྲོ་རེད་ད་སེམས་ཀྱི་གནས་སྟངས་དང་གཟུགས་པོའི་གནས་སྟངས་དང་དུས་ཚོད་ཀྱི་ཐོག་ནས་ད་གཟུགས་པོ་དེ་ཆེན་པོ་རང་ཆགས་བསྡད་ཡོད་རོགས། དེ་ལ་དུས་ད་སྤུ་གུ་ལ་ལྟ་རྟོག་ག་འདྲས་བྱས་པ་ནང་བཞིན་ཁོ་ལ་ཡི་དེ་ནང་བཞིན་བྱེད་དགོས་འོ་རོགས། ད་ཁྱད་པར་བསྟན་ཟིན་ཡོད་པ་དེ་ག་རེ་ཟེར་ན་སྤུ་གུ་ལམ་སང་སྐྱག་བྱེད་ས་ཡོད་རོགས། ལོ་ཆེན་པོ་དེ་ཚོ་དེ་འདྲའི་ཡང་ཤུགས་མེད་མདོག་དེ་བྱེད་ཆོག་ཟེར། བྱས་ཙང་ད་ང་ཚོའི་སྤུ་གུ་གི་སྤུ་གུ་གི་ཆོ་མེད་ཀྱོ་སྐད་ཆ་བཤད་ནས་ཚང་མ་ཁ་ཡག་བྱས།

ཁྱེད་ཅག་ད་ག་རང་ཡང་རྒྱུད་བྲིས་ཡོང་གི་རེད་ཡང་ལན་རྒྱབ་ཚར་ཡ་སང་ཉིན་ད་ག་རང་བྲིས་ཡོང་གི་རེད་ད་ཁོ་རང་དེ་ཡོད་མ་རེད་བྲིས་ཀྱི་རེད་བ་ད་ཁོ་ཀ་ལས་ཞེ་དྲག་མི་འདུག་ཨ་ཀ་ཁ་ཁྲལ་ཁ་ཤས་ཅིག་རེད་བ་ལན་ཅིག་རྒྱབ་ཡ་ལ་ད་ག་རང་ཨང་ཨང་ཟེར་ནས་ལན་དེ་རྒྱབ་གད་མོ་ཚིག་ཚིག་བྱས་བྱས་བཞག་ན་ཁོ་རང་དུས་བབ་ཀྱི་ཁང་འགྲུལ་བར་ཚེམས་འགྲུལ་བར་ད་ཨ་ཁ་རྟག་པ་རེད་ཞེས་བྲིས་ཀྱི་འདུག་སུན་ཡལ་གྱི་ཡོད་མ་རེད་ད་དེ་པུ་གུ་དང་གཅིག་པ་རེད། རྩ་བའི་ཏང་ང་ཚོ་མང་ཞིང་ཕ་མ་ལ་དགའ་པོ་ཡོད་རེད་ཨ་མ་ལ་དགའ་པོ་ཡོད་རེད་ད། ཡག་པོ་བྱེད་ཀྱི་ཡོད་རེད་ཡིན་ནའི་མཚམས་མཚམས་ལ་ཡང་སོ་སོས་དྲིན་གསོ་མ་བཏང་ན་མ་བཏང་པའི་སྐབས་དེ་འདྲ་ཡོང་སྲིད་ཀྱི་རེད་ད་ཆོས་རྗེས་ནས་ཁག་མི་ངན་ཡོད་རེད་ད་ལས་ཀ་མང་པོ་ཡོད་རེད་ནས་སོ་སོའི་གཟུགས་པོ་དེ་ཁོ་བ་གིས་བསྡུས་པའི་གཟུགས་པོ་ཅིག་ཡིན་དུས་ཐང་ཆད་ཡོད་རེད་ད། དེ་མཚམས་མཚམས་ལ་སེམས་པ་སྐྱིད་པོ་ཡོད་མ་རེད་དེ་འདྲས་བྱེད་དུས་ད་ཕ་མ་ལ་རྟག་པ་ར་ཞིག་ད་བྱམས་སྐྱོང་བྱེད་ཀྱི་ལྷག་པ་ཡོད་རེད་ད།

ཐག་མེད་ངན་དེ་ཡི་རེད་དེ། ཡིན་ནས་སོ་སོའི་ཆུན་ཆུན་སྐབས་ལ་ཕ་མ་གིས་ལས་ཀ་མེད་པ་མ་རོགས། ཕ་མ་གིས་གཞུང་གིས་དངུལ་སྤྲད་རྗེས་ཁྱེད་རང་སྤུན་དགུ་ལྟ་རྟོག་བྱེད་ཤོག་ཟེར་ནས་ཨ་ནི་ཟ་ཡ་འཐུང་ཡ་ཚང་མ་སྤྲད་བཞག་རྒྱུ་དེ་འདྲས་མ་རོགས། སོ་སོས་ལས་ཀ་བྱེད་ཀྱིས་བྱེད་ཀྱིས་ལས་ཨ་ནི་ཕ་གིས་ལས་ཀ་ཡོད་བཞིན་དུ་ཨ་ནི་ལས་ཀ་ཡི་བྱེད་ཀྱིས་བྱེད་ཀྱིས་ཕ་གིས་ང་ཚོ་ལ་ཡ་དེ་ལྟ་རྟོག་བྱེད་ཡོད་རོགས། འོ་དེ་ནང་བཞིན་གཅིག་གིས་ད་ཕ་མ་གིས་མགོ་ཆགས་དུས་ང་ཚོས་ལས་ཀ་ཡོད་ནས

དེ་རིང་འུ་མ་ཐོས་པའི་སྐབས་ལ་འོག་སུ་ཡོད་པའི་སྐབས་ལ་ད་མང་མང་པོ་ཡོད་རེད་ད་གྲོགས་པོ་བྱེད་མཁན་མང་པོ་ཡོད་རེད། བྱས་ཙང་ད་འཇིག་རྟེན་དེའི་ནང་ལོགས་ནས་ད་སངས་རྒྱས་བྱང་ཆུབ་སེམས་དཔའ་ཡག་པི། འཇིག་རྟེན་དེའི་ནང་ལོགས་ནས་བརྒྱ་ཆ་དྲུག་ཅུ་དགོས་པ་ཡིན་ན་ད་ཨ་མའི་བརྩེ་བ་ཤུགས་ཆེ་ཤོས་རེད་ཕལ་ཆེ་ལབ་ཐུབ་ཡག་འདྲེ་ཆགས་ཀྱི་འདུག་དེ་འོག་དེ་པ་ལ་ཡོད་རེད། རྒྱ་གར་གྱི་སྐད་ཆ་བཤད་ཡག་ཅིག་ཡོད་རེད། ད་ག་སེ་རྩོམ་མེད་འགྲོ་དངོས་གནས་ཡོང་གྱི་མ་རེད། ཨ་ནི། ད་སོ་སོ་ད། ཕྱི་ལོགས་ལས་ལས་ཀར་བྲོས་ནས། ད་ཉིན་རེ་ཉིན་རེ་ཡི་འཚོ་བ་སྐྱེལ་དེ་ངས་འདི་འདྲ་ཡོད་རོགས་ཁ་ཁ་ཐུག་ཁ་ཐུག་ཕེ་ཤ་བཟོས་ནས། མ་དེ་འདྲའི་ཞིག་གི་དབང་དུ་བྱས་ནས་རྩོམ་འདི་བྲིས་འདུག་ད། ཉི་མ་ཉིན་གང་ལས་ཀ་བྱས་ནས་ནང་ལ་ལོག་ཡོང་དུས། ཨ་ནེ། པཱ་ལགས་ཡིས་སྐད་ཆ་ག་རེ་དྲིས་རེད་ནང་ལ་སླེབས་བ་དང་ད་རེབ་དངུལ་ག་ཚོད་བཟོས་ཐུབ་སོང། སྐད་ཆ་འདི་དྲིས་དགོས་རེད། དེ་ནས་ཨ་ནེ་སྐལ་མེད་ཀྱིས་སྐད་ཆ་ག་རེ་དྲིས་རེད་ཟེར་ན། ད་ནང་ལ་འགྲོ་སོང་བཏང་ཡང་དངུལ་ག་ཚོད་སྤྲད་ཡ་ཡོད།

ཐོག་ནས་ད་ལྟ་ཡོད་བསྡད་པ་རེད་མ་གཏོགས་དེ་མེད་ན་ད་ལྟ་ང་ཚོའི་སེམས་ཐང་ཐང་ཡོད་མ་རེད། ཧ་ཅང་གི་གསལ་བོ་ཅིག་ད་ངས་ཞིབ་འཇུག་བྱས་ཡོད་མ་རེད་ཐོས་ཡས་ལ་བྱས་པ་ཡིན་ན་ཨ་མའི་ཁོག་པ་ན་ཡོད་དུས་ནས་ད་ཨ་མའི་སྐད་དེ་གོ་བསྡད་དགོས་ལ། དེ་གི་ད་དང་པོ་ངོ་ཤེས་པ་དེ་ཨ་མ་འདྲ་བོ་ཆགས་རྗེས་ཨེ་ལྷག་པར་དུ་ག་ལེ་ལ་ལག་པ་འདུག་བྱེད་དུས་ནས་དེ་འདྲའི་དེ་འདྲའི་བྱས་ནས་ཅི་ཕན་ཐོག་ཡོད་འདྲ་བ་ཅིག་ཁོ་རང་ལ་མགོན་སྐྱབས་ཡོད་པའི་ཚོར་སྣང་ཅིག་སླེས་ནས་སེམས་གཏད་སུ་ལྷོད་ལྷོད་བྱ་ཡས་ལ་ཁྱི་པ་ཡོད་པ་འདྲ་བོ་དེ་འདྲས་གོ་སོང། ཨ་ནེ། སྤུ་གུ་ཆུང་ཆུང་སྐབས་ལ་ཡིན་ནའི་ག་ཚོད་ཅིག་གིས་ད་ཕ་མ་གི་ཚུར་ཉར་འདུག་ཞར་འདེད་བྱེད་པའི་ཚོད་ཀྱིས་ཨ་ནེ་སེམས་པ་ལྷོད་པ་ཡོད་བསྡད་པ། ཀླད་པ་ཚ་གྲང་ལ་ཕན་ཐོགས་ཆེན་པོ་ཡོད་བསྡད་པ་དེ་འདྲས་བཤད་ཀྱི་འདུག་དེ་ལྟར་ཕ་མ་གིས་དེ་འདྲས་ཀྱི་བཟའ་ཡ་འཐུང་ཡ་དགོས་ཆ་ཚང་ཡོད་པ་ཡིན་ནའི་དེ་འདྲས་ཀྱི་བྱམས་སྐྱོང་མ་ཐོབ་པ་ཡིན་ན། སེམས་ལ་བལྟས་ཚེ་འཇིགས་སྣང་དང་དངངས་སྐྲག་དང། འདི་འདྲའི་ཡིད་ཆེས་ནི་ཆུང་ཆུང་གང་ནས་ཕྱིན་པ་ཡིན་ན་དེ་གི་དྲེགས་བཀོད་དེ་ཆེན་པོ་ཆགས་དུས་དཀའ་ལས་ཨེ་སེམས་ལྷོད་ལྷོད་མེད་དེ་ངས་མ་སྐྱིད་པ་ཡོང་ཨེ་དེ་འདྲའི་དྲི་བ་ཆུ་བོ་ཆེན་པོ་ཡོད་བསྡད་པ་ཅིག་ཨ་ནི་དེ་ནང་ནས་ང་ཚོའི་གི་གོམས་གཤིས་ཟེར་ནས་མི་འདུག་དེ་ལ་ཚུར་ཡག་པོ་བྱས་ན་ག་བུ་བརྩེ་བ་བྱས་ན་ཕ་བརྩེ་བ་བྱས་ཡས་ཀྱི་དེ་ང་ཚོ་ལ་གཞི་རྩ་ཅིག་ཡོད་བསྡད་རོགས། དེ་ཡིན་དུས་ད་ཚུར་ཡག་པོ་བྱེད་མཁན་དེ་སུ་རེད་སེམས་ད་ཕ་མ་གི། ཆུ་འཇུ་མཁན་ལ་ཆུ་བཙལ་བ་བཅས་བྱམས་པོ་བྱས་པ་ཡིན་ཙང་ཕ་ཕ་མ་ལ་དགའ་པོ་ཆགས་ཡོད་ཅིང། དེ་ལས་ལྡོན་ང་ཚོས་ཀྱིས་ད་ཚེ་འདིའི་དབང་དུ་བྱས་པའི་བརྩེ་བ་དང་པོ་དེ། ད་ཕ་མ་ལ་བསྐྱེད་བསྡད་པ་དང་ཕ་མའི་གིས་ད་བསླབས་ནས་ད་ཅུང་ཤ་བ་འདྲ་པོ་ཆགས་ཀྱི་འདུག་དེ་ནས་ཨ་ནེ་དཔེ་ཆ་ནང་ལ་བལྟ་བྱས་ཨ་ནེའི་བརྩེ་བ་དེ་ད་དེ་འདྲིས་ཀྱི་བརྩེ་བའི་ས་བོན་འདྲ་པོ་ཞིག་ཡོད་བསྡད་པ་དེ། ནི། གོང་ནས་གོང་དུ་ཕལ་ལེར་གྱི་དོན་དག་ལ་རྒྱ་ཆེན་པོ་ཆགས་ནས་ནི། བྱམས་སྙིང་རྗེ་ཆེན་པོ་ལྟར་བྱང་ཆུབ་སེམས་ཕྱག་ཡས་ཀྱི་དོན་དག་ལ། ད་གི་ལ་ཡས་ཀྱི། ནི། ཚེ་འདི་ཀྱི་ནི་ཨ་མ་འདི་ལ་བཀའ་དྲིན་དྲན་བཅས་བརྩེ་བ་འདི་གོང་འཕེལ་དུ་བཏང། དེ་ནས་ནི་སེམས་ཅན་གཞན་དག་འདི་ཚོ་ལ་སྨྲས་ནས་དེས་ངས་ཨ་མ་དང་གཅིག་པ་རེད། བསམ་བློ་དེ་ཡིས་ཁྱི་ནས་ནི་སེམས་ཅན་ཚང་མ་ལ་བརྩེ་བ་འདི་ཐུགས་སུ་ཁྱབ་བཅས་ནི། སེམས་ཅན་ཐམས་ཅད་ལ་སྨིན་པའི་བྱམས་སྙིང་རྗེ་དང་བྱང་ཆུབ་སེམས་འདི་ཐུགས་སུ་སྐྱེ་དགོས། བྱས་ཙང་ད། འོ་ན་བརྩེ་བ་འདི་དེ་ཨ་མ་ལ་བརྟེན་ནས་སྐྱེས་ན་སྐྱེས་མ་སྐྱེས་མ་ཀྱི་ཁྱད་ག་རེ་ཡོད་རེད་ད་ཡོངས་དྲན་སྲིད་པ་ཞིག་རེད། བརྩེ་བ་འདི་ད། ང་ཚོའི་རྒྱུད་ཀྱི་བརྩེ་བ་གཏད་ཚེ་ཡོད་བསྡད་པ་དེ་གི་ཞིང་ལ་དམིགས་པའི་བརྩེ་བ་གཏད་ཚེ་ཡོད་བསྡད་པ་དེ་གི་ཚེ་འདི་ལས་ད་ཕན་ཐོགས་ཞི་བ་ཡོད་པ་བྱེད་ད་དེ་ནས་མང་པོ་བཤད་མ་གོ་བྱེད། སྐབས་སུ་བབ། ཁ་རྩང་ལབ་བསྡད་ཀྱི་སངས་རྒྱས་ཡོན་ཏན་བསམ་གྱིས་མི་ཁྱབ་པ་ཡོད་བསྡད་པ་དེ་གི་འདི། ཐམས་ཅད་མ་མ་མ་དུས་འདི་ན་བརྩེ་བ་འདི་རྩ་བ་ཐུག་ས་འདི་ས་བོན་འདྲ་པོ་འདི། བྱམས་སྙིང་རྗེ་བྱང་ཆུབ་སེམས་ལ་ཆགས་འགྲོ་བ་རེད། བྱམས་སྙིང་རྗེ་བྱང་ཆུབ་སེམས་ང་ཚོའི་དཀྱིལ་ལ་སྐྱེས་ཐུབ་དཔལ་གྱི་ས་བོན་འདྲ་བོ་དེ་ད་ང་ཚོའི་རྒྱུད་ལ་ད་ལྟ་ཡོད་བསྡད་པའི་གཞན་ལ་དམིགས་པའི་བརྩེ་བ་དེ་ཆགས་བསྡད་དགོས། དེ་བྱེད་དུས་དེ་འབྲེལ་གྱི་བརྩེ་བ་དེ་ཁ་ཚང་ནས་བཤད་བསྡད་ཀྱི་སངས་རྒྱས་ཀྱི་ཆོས་ད་མཐའ་ད་མུ་མེད་པ་ཡོད་བསྡད་པ་དེ་གྱི་ས་བོན་ཆགས་བསྡད་ཡོད་རེད། དེ་འདྲའི་ས་བོན་དེ་ཚེ་འདི་ལ་ད་ཕ་གི་དེ་ལྟ་བརྒན་བཟོ་འདྲ་བ་དེ་སུས་སུའི་ཕ་མ་ཆགས། དེ་གོང་འཕེལ་དུ་འགྲོ་ཡས་ཀྱི་དམིགས་རྐྱེན་དེའི་ཕ་མ་ཆགས། དེ་བྱས་འོང་དུས་ཨེ་ནི་ནོར་བུ་རིན་པོ་ཆེ་ཞི་རྒོལ་གྱིས་རྟ་སྤྲད་པ་དང་གཅིག་པ་ཆགས་ཡོང་བར་རོ། རྟ་འདི་དེད་པའི་གནས་ཚུལ་ལ་བསམ་བཏང་པ་ཡིན་ནའི་རྟ་ཕ་མ་ལ་ཡག་པོ་བྱེད་དགོས་ཡས་ཅི་དང་དེ་ཙམ་མ་ཟད་མ་འོངས་པའི་གནས་ཚུལ་ལ་བསམ་བློ་བཏང་པ་ཡིན་ནའི་རྟ་ཕ་མ་ལ་ཡག་པོ་བྱེད་དགོས་ཡས་ཆགས་ཀྱི་ཡོད་རེད། སྤྱི་བཏང་བྱས་ན་ད་ལྟ། ཚེ་འདི་ལ་ལས་བསགས་ནས་དེའི་འབྲས་བུ་དེ། སྐྱེ་བ་བྱེ་མ་མི་གཡེལ་དེ་འདྲའི་ཆ་དེ་དཀོན་མཆོག་དང་ཕ་མ་དང་དེ་འདྲས་ལ་བསགས་བཞག་པའི་དགེ་བ་དང་སྡིག་པ་དེ་ཚེ་འདི་ལས་སྨིན་ཐུབ་ཀྱི་རེད་ཟེར་སྐད་ཆ་བཤད་ཀྱི་འདུག་ད་འདི་ལྐོག་གྱུར་གྱི་གནས་ཚུལ་རེད་ད་མངོན་གྱུར་གྱི་གནས་ཚུལ་སྐད་ཆ་བཤད་པ་ཡིན་ནའི་ཁོ་སོ་སོའི་གི་ཆུན་ཆུན་གང་ནས་ད་སྤུ་གུ་སྤུ་གུ་དེ་སློབ་སྦྱོང་མང་པོ་ཅིག་མིག་ལྟ་ནས་ནི་བྱང་འགྲོ་གོ་རོ་སྤུ་གུའི་སློབ་སྦྱོང་མང་པོ་ཅིག་ཁ་ཞེ་བསླབ་བྱས་ནི་བྱས་མང་པོ་ཅིག་ཆུན་ཆུན་གང་ནས་ད་མིག་ལྟ་ནས་ཤེས་འགྲོ་ཡའི་ཆ་དེ་ཡོ་རོ་འདི་གི་སོ་སོ་ལ་ཕན་གི་རོ་ད་བྱེ་མ། ནམ་རྒྱུན་ད་བྱས་བྱེད་དགོས་བ་རེ་བྱེད་པ་ན་ཞི་བདེ་གལ་ཆེན་པོ་ཆགས་བསྡད་དགོས་རེད་ད། ལྷག་པར་དུ། སྤོག་མོ་ལ་བརྔན་པ་སྤྲད་པ་ཡིན་ནའི་སྤུ་གུ་ལག་པ་ནས་སྤྲད་བཅུག་བྱས་ན་སྤོག་མོ་ཨའི་དགའ་བོ་བྱས་སྤུ་གུ་ལའི་གོམས་གཤིས་ཡག་པོ་ཆགས། ད་སྤུ་གུ་གིས་བྱེ་མ་སོ་སོ་ལ་བྱམས་སྐྱོང་བྱེད་ཡའི་ཆེད་དུ། རྐང་བཙུགས་ནས་དེ་འདྲི་བྱེད་པའི་སྐད་ཆ་གལ་མ་རེད་དེ། དེ་བྱས་པ་ཡིན་ན་སྤུ་གུའི་སའི་ནང་ལོགས་ལ། ཨ་ནི་གཞན་ལ། ཕ་མ་རེད་སྤོག་མོ་རེད་དེ་ལ་དམིགས་པའི་བརྩེ་བ་ཞིག་སྐྱེས། དེའི་ཐོག་ནས་གཞན་ལ་དམིགས་པའི་བརྩེ་བ་དེ་ཡར་རྒྱས་ཀྱིས་ཕྱིན་པ་ཡིན་ན་ལུས་ཁོ་རང་ལ་ཕན་དགོས་བ་ལྟ། འོ་དེས་ན་གཞན་གཅིག་གི་ཐོག་ནས་ལས་ཀྱི་རྣམ་པར་སྨིན་པ་བསྟན་པའི་མདོ། དགེ་བ་བརྒྱ་སྟོང། འོ་ད་འདི་ནང་ལོགས་ལ། ཨ་ནི་དུད་འགྲོའི་སྐྱེ་གནས་སུ་འགྲོ་བ་གཅིག་ལ་སྦྱིན་པ་བཏང་བ་ཡིན་ན། དེའི་རྣམ་སྨིན་འདི་ཨ་ནི་བརྒྱ་འགྱུར་ཐོབ་གི་རེད། ཨ་ནེ་འདོད་ཆེན་པ་ཟེར་ན་དེ་མིན་འགྲོ་ད་འདོད་པ་ཆེན་པོ་ཡོད་དེ་ངས་དབུལ་ཕོངས་ཉམ་ཐག་མ་ཡིན་པ་བྱས་ཡིན་ནས་ཡོད་ནས་སློང་དེ་ངས་ཡོད་རོ་འོ་དེ་འདྲི་ལ་ཨ་ནེ་འདི་བྱས་པ་ཡིན་ན་རྣམ་སྨིན་སྟོང་སྟོང་ཕྲག་གཅིག་ཐོབ་དགོས་བ་རེད་ད་ཆུ་དྲུང་དང་ལྡན་པའི་དགེ་སློང་ལ་སྦྱིན་པ་བཏང་ན་རྣམ་སྨིན་ཁྲི་ཐོབ་དགོས་བ་རེད་ད་སངས་རྒྱས་དང་ད་ཕ་བི་གང་ཟག་དང་དེ་ཚོར་སྦྱིན་པ་བཏང་པ་ཡིན་ན་རྣམ་སྨིན་ཚད་མེད་པ་རེད་གསུངས་ད་འོ་ན་ད། སངས་རྒྱས་དང་བྱང་ཆུབ་སེམས་དཔའ་དང་དེ་འདྲ་མ་ཡིན་པའི་ནང་ལོགས་ནས་རྣམ་སྨིན་ཚད་མེད་པ་ཐོབ་མཁན་ཡོད་རེད་པས་ཟེར་ན་ད་དེ་ཡས་ཡོད་རེད། ད་འདི་བ་དེ། གང་ཟག་རྣམ་པ་གསུམ་ལ་བྱིན་པ་ཡོངས་སུ་བཏང་ན་ཨ་རྣམ་སྨིན་འབྲས་བུ་ཨ་ནི་རྟུག་པ་མེད་པ་ཟེར་ན་ཟད་པ་མེད་པ། ཨ་དེ་ཡོང་གི་རེད་དེ་ག་རེ་རེད་ཟེར་ན་ཨ་ནི་དེ་བཞིན་གཤེགས་པ་དང་ཕ་མ་དང་ནད་པ། འོ་དེས་རྡོ་འདི་ནང་བཞིན་བྱས་ནས་ཨེ་ནི་ཀླུ་བེ་ཨི་སྙན་གྱི་མཛོད་ནང་ལ་སོང་ངོ། ནད་པ་དང་ཕ་མ་ནད་པ་ཉམ་ཐག་གོས་མེད་པ་དུ་ཚོད་དང་ཕ་མ་ལ་ཨེ་ནི། ཡག་པོ་བྱས་འབྲས་བུ་དེ་ཨེ་ནི་ཚད་ཡོད་མ་རེད་ན་མི། དཔེ་ཆའི་མིང་བྲིས་ཏེ། འོ་ད་དེ་ནང་ལོགས་ལ་ཨེ་ནི་ཕ་མ་གྱེན་འགོག་ཆགས་པའི་སྐབས་ལ་ཨེ་ནི་ཕ་ཡི་ཞབས་ཕྱི་ཞུ་ཡས་ཀྱིས་དེ་ཕན་ཡོན་བཅོམ་ལྡན་འདས་ཀྱིས་མང་པོ་ཞིག་གསུངས་ཡོད། འོ་ད་དེ་ནང་ལོགས་ལ།

ད་ལོ་སོ་སོའི་ཆུང་ཆུང་དཀའ་ནས་སྐྱོང་བཞག་རྒྱུ་དེ་ཤེས་སྟངས་གཅིག་ནས་བཤད་པ་ཡིན་ན་དེ་བཀའ་དྲིན་ཆེན་པོ་ཞེ་དྲག་གེ་མ་རེད་དེ་གི་ཐོག་ནས་ཕན་ཐོག་བྱུང་བཞག་རྒྱུ་དེ་ང་ཚོའི་མིའི་མི་ཚེ་ད་ལོ་བདུན་ཅུ་གྱ་བཅུ་དེ་རིང་ལ་ལྟས་ཀྱི་སྐྱིད་པོ་བྱུང་བ་ད་ག་རེད་དེ་ཙམ་ཡིན་ནས་ཕ་མ་རྒན་གོག་ནད་པ་གི་ད་ང་ཚོ་ཞབས་ཕྱི་ཞུ་ཡས་གི་ཨེ་ནས་གོ་སྐབས་སྤྲད་པ་ཡིན་ན་ད་དེ་གི་བསོད་ནམས་དེ་གི་ད་སྐྱེ་བ་མང་པོའི་བར་དུ་ད་ལོ་ཁྲི་ཕྲག་འབུམ་ཕྲག་མང་པོའི་བར་དུ་ད་བདེ་སྐྱིད་ལས་ཚེ་ཕྱི་མ་ལོངས་སྤྱད་ཐུབ་ཡས་ཆགས་ཡོང་དུས་དེ་བཀའ་དྲིན་ཆེ་བ་ཆགས་དེ་གོ་རེད་ད། ཅེས་སང་ད་སང་ཅེས་གསུངས་ན་ལས་འབྲས་ལ་ཡིད་ཆེས་ཡོད་ངེས་ཅི་ཡིན་ན་འདི་ཆགས་བསྡད་རོགས། ཅེས་ད་ད་གི་ལབ་བསྡད་དེ། སུད་སིའི་ཕ་མ་ལ་ཡང་སེམས་ཐག་ཉེ་པོ་ཞིག་དབུ་འབྱེད་བཟོས། ཨ་ནི་གཞི་ནས་ཨ་ནི་སེམས་ཅན་གཞན་དག་འདི་གཙོས་ཨ་ནི་ངའི་ཕ་མ་དང་གཅིག་པ་རེད་སེམས་དེ་གི་བསམ་བློ་དེ་ཁྱེད་ཀྱིས་སེམས་ཅན་ཐམས་ཅད་ལ་ཡང་བརྩེ་བ་གོང་འཕེལ་བཏང་ཡ་གཅིག། ད་གཅིག་དེ། སོ་སོ་ལ་བརྩེ་བ་གོང་འཕེལ་དུ་བཏང་དགོས་ཡ་ད་གས་མེད་རེད་ད་ཡོད་ཡོད་ཁ་ཆགས་བསྡད་རོགས། ད་སོ་སོ་པས་བྱ་ནས་ཨ་ནི་སེམས་ཅན་ཚང་མ་ཡང་ང་དང་གཅིག་པ་རེད།

ད་རག་པ་རག་པ་བྱེད་པ་ཡིན་ན་ཨ་ནི་ང་ཚོ་ཚང་མ་དལ་བ་འདོད་པ་གཅིག་པ་སྡུག་བསྔལ་མི་འདོད་པ་གཅིག་པ་རེད། ད་འདི་ང་ཚོས་ད་གོ་མ་ཆོད་པ་ཡོད་མ་རེད་ད་ང་ཚོ་ཚང་མ་དལ་བ་འདོད་པ་གཅིག་པ་སྡུག་བསྔལ་མི་འདོད་པ་གཅིག་པ་གོ་མ་ཆོད་ཡ་ད་ཡོད་མ་རེད། ཡིན་ནས་འདི་དྲན་གསོ་བཏང་དགོས་ག་རེད་བསམ་བློ་གཏད་ནན་ཏན་བྱེད་ནས་བཏང་དགོས་ག་རེད་འདི་མེད་ན་ཁ་ནས་ལབ་ཡང་ཁོ་འདི་བེད་སྤྱོད་བཏང་ཐུབ་ཀི་མ་རེད། པས་ན་ད་དཀའ་ངལ་འཕྲད་དེ་ངེས་ཅན་ཡིན་པ་ཡིན། ཨ་ནེ། ཁོས་དཀའ་ངལ་འཕྲད་སྟངས་དེ་བསམ་བློ་ཡག་པོ་ཞིག་བཏང་རྗེས། གལ་སྲིད། ང་འདི་འདྲི་ཆགས་བསྡད་ཡོད་པ་ཡིན་ན། ཨ་ནེ་བསམ་བློ་ཞིག་བཏང། ཨ་ནེ་གཞི་ནས་མི་བཟོད་པའི་བསམ་བློ་དེ་གླེང་ཡི་རུ་ཨ་ནེ་གཞི་ནས་ཁོ་ཨེ་ང་དང་གཅིག་པ་རེད་ལབ་པ་ཡིན་ན་གཞི་ནས་ཨེ་ནེ་ཁོས་དུས་ངན་དེ་ཐར་སྣང་སྙམ་པའི་བློ་དེ་ཨེ་ནེ་དྲན་ཐུབ་ཡས་ཆེ། མི་གཞན་དག་གིས་སོ་སོ་ལ་གུས་ཞབས་བྱེད་རོགས་པ་བྱེད་བརྩེ་བ་བྱེད་བྱས་ན་སོ་སོ་དགའ་གི་འདུག་ཨ། ད་འདི་ནང་བཞིན་ཨ་ནི་ཞིམ་ཐག་ཚང་མས་གཅིག་པ་རེད། འདི་བྱས་ནས་ཨ་ནི་ཕག་འདི་བྱེད་གུ་གུ་རེད། བྱས་ཙང་ད་འདི་ཡང་ནས་ཡང་དུ་སྒོམ་ན་ཨ་ཤུགས་ཆེ་རུ་འགྲོ་ནས་སྤུས་དག་པོ་ཆགས་ཀྱི་རེད། བལྟས་ཚེ་བསམ་བློ་འཁོར་ནས་ཕན་ཐོགས་གི་འདུག་ཨ། དཔེར་ན། མི་གཅིག་འདི་པ་བྱེད་རོགས་པ་བྱེད་གྲོགས་གཅིག་ལ་ནས་སོ་སོ་བྲེལ་བ་གཅིག་ཡོད་ན། སྣང་མེད་གཅིག་ནས་འགྲོ་ཚར་ནས་ཕག་ཟིག་འགྲོ་ཚར་ནས། གལ་སྲིད་ང་འདི་འདྲི་གཅིག་ཡིན་ནའང་ལ་ནས་བསམ་བློ་འཁོར་དུས་ཡང་ཕྱི་ནས་ཀྱང་འགྲོ་གི་འདུག་བ། དེ་ཚོ་ཚར་གཅིག་གཉིས་ཀྱིས་བྲལ་ནས་ཕན་ཐོགས་འདི་ཡོད་ན་ཡང་ནས་ཡང་དུ་བྲལ་ན་ཤུགས་ཆེ་རུ་ཆེ་རུ་བྲལ་ཡིན་པ་འདི་ད་བཤད་མ་གོ་ད་གང་བྱས་འོ་དེ་ཚོའི་གི་བསམ་བློ་གི་ཐོག་ནས་ཨ་ནི་གཞན་ལ་བརྩེ་བའི་བློ་དེ་སྐྱེས་ད་ལམ་རིམ་ནང་བཞིན་ཡིན་ན་རྒྱུ་འབྲས་མན་ངག་བདུན་དང་བདག་གཞན་མཉམ་བརྗེའི་བསམ་བློ་འདི་གི་ཐོག་ནས་ཨ་ནི་གཞན་ལ་བརྩེ་བ་ཐག་ཉེ་རུ་སེམས་ཐག་ཉེ་པོ་བྱ་ཡས་གི་ཐབས་ཤེས་གཅིག་བྱས་ད་གཞན་ལ་བརྩེ་བ་བརྟས་ཟིན་སླད་ཚ་བའི་བྱས་སླད་ཡང། ཨ་ནི། ཡ་གའི་ལམ་རིམ་གང་གིས་སྐྱེས་བུ་ཆུང་ངུ་དང་འབྲིང་དང་དེ་འབྲིང་གི་བསམ་བློ་དེ་མེད་པ་ཡིན་ན་སེམས་ཅན་ཐམས་ཅད་ལ་སྙིང་རྗེ་སྐྱེ་ཡས་མི་འདུག་ཨ། གཞན་ལའང་ག་རེ་སྐྱེ་ཡོང་མི་འདུག། སེམས་ཅན་ཐམས་ཅད་ལ་སྙིང་རྗེ་སྐྱེ་ཡས་ཡོད་མ་རེད། ག་རེ་ཟེར་ན་མི་དབུལ་པོ་ནད་པ་ཉམ་ཐག་འདི་ཚོ་སྙིང་རྗེ་སྐྱེ་ཡས་མ་གཏོགས་མི་ཕྱུག་པོ་བདེ་ཐང་ཡོད་མཁན་ཨ་ནི། སྐད་གྲགས་ཡོད་མཁན་འདི་ཚོ་ལ་སྙིང་རྗེ་ག་འདྲ་སྐྱེ་དགོས་རེད། ཕལ་སེ་རེ་ཡིན་མིན་སྐྱེ་བདེ་གོ། བྱས་ཙང་ད་སེམས་ཅན་ལ་ཕན་པ་བྱུང་ན་ལབ་པ་ཡིན་ནས། ཁོ་ཚེ་རིང་པོ་བྱུང་ན་ཁོ་ནད་ན་ཟ་མ་ཡོང་ན་ཁོ་དཔོན་ཆུ་ཆེན་པོ་ཆགས་ན་དེ་འདྲའི་ཆུང་ཆུང་གཅིག་མ་གཏོགས་བྱམས་སྙིང་རྗེ་ཆུང་ཆུང་གཅིག་མ་གཏོགས་སྐྱེ་ཐུབ་བོ། ཆུང་ཆུང་འདི་ཕ་གི་སེམས་ནང་ལོག་ལ་ཕ་མ་ལ་བརྩེ་བ་ཡོད་རེད་དེ་ཡིན་ནའི་ཕ་མ་ལ་ལྟ་རོགས་པ་བྱེད་བསམ་ན་ག་རེ་རིགས་རེད་དེ་ཕ་གཅིག་ལ་ལྟས་ད་རྔན་པ་ར་སྤྲད་རྔན་པ་སོ་སོ་ཟ་ཡས་རྔན་པ་དེ་ནས་ཨ་མ་ལ་ལྟས་སྤྲད་ཨེ་ལྟས་བྱམས་པོ་བྱེད་དེ་འདྲི་གཅིག་མ་གཏོགས། དངོས་གནས་རང་གི་ཕ་གི་ཕ་མེན་གི་དཀའ་ངལ་ག་རེ་ཡོད་པ་དེའི་སེམས་ནང་བསམ་བློ་ཁོར་འཁོར་ཐུབ་ཡ་ཡོད་ཐུག་གོ་ཨ་མ་རོ་ཁོ་གནས་ཚད་ཆུང་ཆུང་རེད། ད་ལྟ་ལབ་གར་སོང་ད་སྐྱེས་བུ་ཆུང་ངུ་དང་ཐུང་ངའི་ལམ་རིམ་དང་དྲིན་དང་ཐུང་ངའི་ལམ་རིམ་འདི་གྱིས་བདེ་སྐྱིད་དངོས་གནས་དེ་ག་རེ་ཡིན་པ་དེ་ངོ་སྤྲོད་བྱེད། དཀའ་ངལ་དངོས་གནས་དེ་ག་འདྲེ་ཞིག་ཡོད་པ་དེ་ངོ་སྤྲོད་བྱེད། དེ་གྱིས་ཨ་ནི་གཞན་ཕན་ཟེར་ཕན་པ་དེ་ཕན་མི་ཕན་དེ་དངོས་གནས་དེ་ག་རེ་ཡིན་པ་དེ་ངོ་སྤྲོད་བྱེད། ད་བདག་གིས་བྱམས་སྙིང་རྗེ་དང་ཁ་ས། བདག་ཞེན་མཉམ་བརྗེ་དང། རྒྱུ་འབྲས་མན་ངག་བདུན་དང་དེ་ཚོད་ཀྱིས་གཞན་ལ་བརྩེ་བ་བསྐྱེད་ཀྱི་ཐབས་ཤེས་འདི་བྱེད། འོ་དེ་གཉིས་འདི་ཚུར་འཛོམས་ཡོང་དུས་གཞི་ནས་ནི་སེམས་ཅན་ཐམས་ཅད་བདག་འཇོག་གི་སྟེང་ཐོབ་ན་ཟླ་མོ་ལ་རྒྱ་བཟླས་ཀྱི་སེམས་ཅན་ཐམས་ཅད་འཁོར་བ་ལས་ཐར་ན་ཟེར་གྱི་བསམ་བློ་འདི་གཞི་ནས་དངོས་གནས་སླེབས་ཐུ་ཡའི་འཆར་སྒོ་རེད། བྱས་ཙང། གྲོགས་ལ་ཕན་ཕྱིར་སེམས་དངོས་གནས་འདི་སེམས་ཅན་ཐམས་ཅད་འཁོར་བ་ནས་ཐར་ན་སེམས་པའི་ལྟ་བསམ་བློ་དེ་འདྲ་ཞིག་སྐྱེ་དགོས་པ་རེད། སོ་སོ་འཁོར་བ་འདི་ལ་ཡག་པོ་ཞིག་དབུགས་ཅིག་ཐོངས་ཨ་ནི་སོ་སོའི་འཁོར་བ་འདི་དྲན་འདོད་ཁྱུ་ནས་མེད་པའི་གནས་སྟངས་འདི་འདྲ་ཞིག་བར་ནས་ཨེ། སེམས་ཅན་ཐམས་ཞིང་དག་ཏུ་བཟོད་འཁོར་བ་ནས་ཐར་ན་ལམ་ནི་སྡིག་པ་བསགས་ཀྱིས་སོ། གཉིས་ལ་སེམས་ཅན་ཐམས་ཅད་འཁོར་བ་ནས་ཐར་ན་ལ་བ་ལ་སོ་སོ་འཁོར་བ་ནས་ཐར་ན་འཁོར་བ་ནས་མ་ཐར་ན་དྲི་གིས་སྨྲས་པས་དེ་ངོ་འཕྲོད། བྱས་ཙང་ད་འཁོར་བ་ནས་ཐར་ན་སེམས་ད་དེ། བྷ་གའི། འཕེལ་བྱེད་ད། རེ་རེ་ནས་ལ་མོ་འཁོར་བར་བྱེད། ཨེ་ནི། འཁོར་བ་སེམས་ནི་ད་ཧ་ད་གུ་གུ་རེ། འཁོར་བ་འཁོར་ས་འདི་དམྱལ་བ་ཡི་ད་དུད་འགྲོ་མི། ཨེ་ནི། ལྷག་བྱས་ནས་ད་འགྲོ་བ་རིགས་དྲུག་གི་གནས་ལ་འཁོར་ནི། ད་འདི་བཟོ་ཡ་ཁྱོད་ནི་མེད་དེ་ངེས། དུས་ད་ལྟའི་བར་དུ་ད་དེ་འབྲེལ་གྱི་གནས་དུས་ཚོད་ལ་སྐྱེ་བ་དེ་གའི་དེ་བརྒྱ་སྟོང་ཁྲི་འབུམ་ས་ཡ་དུང་ཕྱུར་མཐའ་དང་མུ་མུད་པ་ལེན་ཚར་བ་རེད་ད་དུས་ཁོ་བ་ནས་མ་ཐར་ན་རང་བཙན་ཤུ་རང་བཞིན་སུ་ཡིན་ནས་ད་དུས་མུ་མཐུད་ནས་དེ་འབྲེལ་གྱི་ནས་ནས་ལེན་དེ་སྐད་ཆ་དེ་ཤེས་དགོས་བ་རེད་བཙོ་ཧའི་ཁྱུ་ནས་མེད་དེ་ངེས་ཅི། རེད་ད་ཁོ་བ་སི་རི་དེ་འབྲེལ་གྱི་ཤ་དེ་དུས་ད་ག་འབྲེལ་ལ་བོད་ཕ་གིས་ལམ་རིམ་ཏེ་ཏེས་བྱང། ཐོས། ཨན་ཏེས་ཏེས་གོམས་དེ་སྔའི་ཅི་ཡིན་ན། ད་སྐྱེས་བུ་ཆུང་ངུའི་གི་ལམ་རིམ། དྲ་འབུ་སློབ་སྦྱོང་བྱས་དེ་སྔའི་ཅི་ཡིན་ན། ད་བསམ་བློའི་ནང་ལོགས་ལ་ག་རེ་ཡོད་རེད་ཟེར་ན། ཏེས་གོམས་དེ་སྔའི་ཅི་ཡིན་ན་གོམས་ནས་ཏེས་ཏེས་ཡི་ཡོད་དེ་སྔའི་ཅི་ཡིན་ན། ད་ངན་སོང་གི་སྡུག་བསྔལ་དང་དུས་ཚོད་ལ་འཇིགས་སྐྲག་སླེ་ཡོང་དུས་རྩ་ནས། གལ་སྲིད་ངན་སོང་ལས་ད། སྐྱེས་མོ་ཁོག་ཅིག་བྱུང་རོགས་བྱས་ན། ཚེ་འདི་ལ་ད་ཏེས། དཀའ་ངལ་ག་རེ་བྱུང་ནས་ཨོ་ཟེར་རེད་བསམ་པ། སེམས་ནང་ལོགས་འདི་འདྲི་ཞིག་སླེ་གི་འོ་རེད། བྱས་ཙང་ད་སྐྱེ་བ་སྔ་ཕྱི་ཁས་མ་ལེན་ངེས་ཀྱི། ད་མི་གཅིག་གིས་བཏགས་པ་ཡིན་ན་ད་མི་དེ་ཆོ་ག་རེ་རེད་ཚེ་འདི་གི་དཀའ་ངལ་དེ་སེལ་ཐབས་མ་བྱས་པ་ཆད་ན་དཀའ་ངལ་མེད་ངན་གཅིག་ལ་འདི་བ་གཅིག་ལ་ཨ་ནི་ཇེ་མང་དཀའ་ངལ་དེ་བ་གཅིག་ལ་ཅིག་བྱིས་པ་བསམ་བློ་བཏང་ནས་དྲན་གི་བ་ད་དེ་འདྲས་ཀྱི་མི་དེ་གིས་ད་བདེ་སྡུག་སེལ་དུས་ཚེ་འདི་གི་བདེ་སྡུག་ཀྱང་སྙང་བསམ་བཏང་བ་ཡིན་ཙང་ཚེ་འདི་ལ་དཀའ་ངལ་ཆེན་པོ་ཞིག་འཕྲད་ཡོང་དུས་ཨ་ནི་དེ་གིས་སོ་སོའི་མདུན་དུ་བརྙས་བཅད་དེ་བ་དེ་མ་རེད་པ་གླེང་ཡོང་དུས་ཨ་རེ་བ་རྒྱབ་ས་མེད་ངན་ཆགས། ཨ་ནི་བེད་ཏི་ཁོ་རང་ད་པེད་བསགས་སོང་ཟེར་ཡས་ཅིག་གང་སླད་འགྲོ་འདོག་པེད་ཏི་ཐར་ཨ་དེ་མ་ཡིན་པར་ད་ཀི་ཏི་ཀི་བསམ་བློ་ནང་བཞིན་ཡོད་དེ་ངས་དུས་ཚོད་ཀྱི་དཀའ་ངལ་ཆེན་པོ་འཕྲད་ཡོང་དུས་ཙ་ནས་ཨ་ནི་སྐད་ཆ་བཤད་ཡོང་དུས་ཙ་ནས་དེ་འདྲི་ལ་ཡོད་དོ། ག་རེ་ཧ་ལས་ཡོད་རེད་ངས་སོང་ལ་ནི་སྐྱེས་ཡོད་མ་རེད་དེ་འདྲི་ལ་ཡོད་དོ། དེ་བྱེད་དུས་ཙ་ནས་ཨ་ནི་ཁོ་སྐྱེ་བ་ཇེ་མང་ཇེ་མང་སྐད་ཆ་རེད་དེ་ཚེ་འདིར་ཧ་རང་ལས་ཕན་གི་འདུག། སྐྱེ་བ་ཕྱི་མའི་ངན་སོང་དང་དེ་འཕྲོག་དང་དེ་འབྲེལ་གྱི་བསམ་བློ་བཏང་དེ་དེ་ཀྱི་ཚེ་ད་ག་རང་ལ་ཕན་གི། ད་དེ་ན་གཞན་གཅིག་གིས་སྐྱེས་བུ་དྲིན་གང་ལ་སྐད་ཅིག་ཤེས་ཡོང་ད་ཁོག་ཐག་མེད་པར་སྡུག་བསྔལ་མྱོང་ཡང་སྐད་ཅིག་ཤེས་ཡོང་དུས། ད་དེ་འདྲིས་ཀྱི་མྱོང་མ་ཁོག་ཅིག་བྱུང་རོགས་བྱས་ན་ད་རིས་དེ་ད་ག་ཚོད་མྱོང་ན་ཡང་ཁྱུག་ཚ་གྱི་རེད་བ་བསམ་པ་ཅི་དེ་སང་སྡུག་བསྔལ་མཐའ་དག་ལས་འཁོར་བ་དེ་ལས་གཏན་དུ་ཐར་བས་ད་སྡུག་བསྔལ་མཐའ་དག་ལས་ཐར་བའི་ཐབས་པ་ཅིག་ཐོབ་ར་བྱས་ན། ཨེ་གཞན་དག་ད་ག་རིས་མ་བྱུང་ན་ཡང་ཞི་ར་ཁྱད་མི་འདུག་བསམ་པ་ཅི། སེམས་ནང་ལ་ཡོད་དུས་རྩ་ནས་ཨེ་ནས་སེམས་ནང་ལོག་ལ་དེ་ཞི་དྲག་ཡོད་མ་རེད་ཚེ་འདི་གི་དབང་དུ་བཅས་པའི་དཀའ་ངལ་འདི་ཞི་དྲག་གིས་ད་ཆུང་བ་ཆགས་འདི་གོ། ད་ཡིན་ནས་ཉམས་མྱོང་སྐྱེ་ལོ་གོམས་ན་མ་གཏོགས་ཐོས་པ་གཅིག་པུ་གིས་ཏེ་སྐ་ལེ་ཁག་པོ་ཡོད་ལམ་རིམ་སྦྱངས་འདི་ངན་དུ་བཟོས་ཀྱི་ལམ་རིམ་ནང་དུ་ཡོད་པ་ན་ཤ་ཚང་གོམས་མ་ཐུབ་ན་ཡང་མདོར་བསྡུས་ཀྱིས་ཕྱི་ནས་གོམས་བྱས་འདི་བྱེད་དགོས་གལ་ཆེན་པོ་རེད། ད་ད་ལྟ་སྐབས་སུ་བབས་པ་ངས་སྐད་ཆ་འདི་བཤད་དགོས་ཡ་དེ་ག་རེ་རེད་ཟེར་ན་ད་དེ་འདྲའི་གཞི་ནས་ང་ཚོ་ཁོ་བ་ནས་གཏན་དུ་ཐར་ནས་དེང་ཕྱིན་ཆད་ད་སྡུག་བསྔལ་ཁྱོད་ནི་མྱོང་མ་གོ་ཉོན་མོངས་སྐྱེ་རྒྱུ་མེད་པ། ཨ་ནི་ཤི་རྒྱུ་མེད་པ། དེ་འདྲའི་ཆགས་པ་ཡིན་ན་འགྲིག་གི་འདུག་སྐད་ཆ་འདི་ར་ད། དེ་བྱེད་ཡོང་དུས་ཙང་ནས། ད་དཔེར་ན་ཨ་ནི། ང་ཚོའི་ཁང་པ་དེའི་ནང་ལོགས་ལ་ཟ་ཡས་འཐུང་ཡས་ད་ག་རེ་ཡིན་ནས་ད་བདེ་སྐྱིད་ཀྱི་ཡོ་བྱད་ཆ་ཚང་ཚང་ལྡེང་ངེས་ཀྱི་དཀའ་ངལ་ཁྱོད་ནི་མེད་བསྡད་པ་དེ་འདྲའི་ཅིག་ནས་བསྡད་པའི་སྐབས་ལ། ཕ་གི་མི་གཅིག་ཨ་ནི་གཟུགས་པོ་ལ་མེ་འབར་བསྡད་ཡིན་ནོ། གཟུགས་པོ་ལ་མེ་འབར་བྱས་ཨ་ནི་དེ་བྱས་བསྡད་པ་ཡིན་ན། ཨ་ག་འདྲི་བྱེད་ག།

མ་མཐའ་ལས་ཡིན་པའི་ཕོན་ཅི་ལྟར་བཏང་དགོས་རུང་བ་སི་ཏི་བ་པུ་ལི་སི་ལས་ཕོན་བཏང་དགོས་ཡིན་ན་ཡང་ན་ཁོས་གི་གཟུགས་པོ་ནང་ལ་སྔོ་བ་ཅན་ཁ་བྱང་ར་ག་རི་འདུག་ལྟ་དེ་འདྲི་ཅི་ལྟར་བྱེད་ཐུབ་རུང་བ་ད་མི་རེ་བས་སེམས་དྲན་གི་རེད། བྱས་ཙང་ལྟ་དེ་འདྲ་བོ་ཅིག་ག་རི་ཆགས་ཀྱི་རེད་ཟེར་ན་ང་ཚོས་ཐར་པ་ཐོབ་པ་ཡིན་ནས་སེམས་ཅན་གཞན་དག་ལྟ་དམྱལ་བ་ཡི་དག་དུད་འགྲོ་ལྟ་སྡུག་བསྔལ་དེ་འདྲ་མྱོང་ནས་ཁང་བསྡད་ཡོད་རུང་བ། བྱས་ཙང་ལྟ་དེ་གས་དེ་ཤིང་གིས་ཤིང་གིས་ལ་ལྟ་སོ་སོས་ཐར་པ་ཐོབ་སོང་ཟེར་ནས་མཉམ་པར་བཞག་ནས་སྐྱིབས་ཤང་བཅད་ནས་བསྡད་པ་ཡིན་ན་ག་རི་འདྲ་བོ་ཆགས་ཟེར་ལྟ་དེ་འདྲ་བོ་འདྲ་བོ་ཆགས་ཀྱི་འདུག།

ཨན། དེ་འདྲི་མ་བྱེད་ཨ་ནི་ཐར་པ་ཐོབ་ཚེ་ངས་དགེ་སློང་རེ་ཕྱག་འཚལ་དགོས་རེད། ཨན། དེ་བྱེད་དུས་ཚེ་ནི། དེ་དུས་ཚོད་ལ་ང་ཕྱག་འཚལ་འདོད་མེད། སུ་སུ་གཅིག་པུ་མ་འདུག་བསམ་བཏང་གི་མི་འདུག་ཟེར། དེ་འདྲི་ལ་བུ་མོས་ཁོ་རང་བྱ་རྒྱུ་སེམས་པ་རེད་དོ། ད་ཡིན་ནའི་སྤྱིར་བཏང་དེ་བུ་མོ་ཁོ་རང་གིས་སྐད་ཆ་འདི་ནས་འཕྲོས་རྗེས་ཨ་ནི་གཞན་ཕན་བྱེད་དགོས་ཨེ་དང་བྱང་ཆུབ་སེམས་དཔའི་ཡོན་ཏན་ཤེས་ཡའི་ཆེད་དུ་འདི་གླེང་སློང་རེད་མ་གཏོགས་སྤྱིར་བཏང་བྱང་ཆུབ་སེམས་དཔའ་ཁྱིམ་པའི་སྟེང་ལ་བཞུགས་ཡོད་ན། རབ་ཏུ་བྱུང་བ་པའི། དཀྱུས་མ་གཅིག་ལས་ཆགས་སྲེད་སྒོ། ཅེས་གསང་སྟེ་བྱང་ཆུབ་སེམས་དཔའི་གྱི་ཐར་པ་ཐོབ་ཚད་ངན་གྱི། ཐེག་དམན་རང་གི་ལམ་ལ་ཞུགས་ཏེ་ངན་དུ་རྩོད་ལ། ལྟ་བ་ཡིན་ན། བདག་གིས་དེའི་དགྲ་བོ་ཆུ་འཐོང་བསྐུར་བ། ཕ་གིས་མེ་སྦར་ཏེ་ཕ་གི་ལིང་ག་བཏང་སྟེ་ངལ་གསོའི་དགྲ་བོ་ཆུ་འཐོང་བསྐུར་བ། ཡིན་ནས་ང་ཚོ་ལ་དེའི་ཐོབ་ཐང་དེ་ཡོད་མ་རེད། ང་ཚོ་ག་རེ་ཆགས་བསྡད་ཡོད་རེད་ཟེར་ན། ཨ་ནི། ཁོ་ཚོ་ད་དཔེ་དེབ། གྲོགས་པོ་མང་པོ་འཛོམས་ད་ལིང་ག་བཏང་ནས་ཁོ་རང། དབྱིངས་ཞུགས་བསྡད་པའི་ཁ་ཐུག་ཡིན་དུས་ཁག་ཡོད་མ་རེད། ང་ཚོའི་སྡེ་བ་ལ་ད་ག་རེ་བླ་འོ་རེད། ད་དུག་སྦྲང་གསོད་རྒྱག་གི་འདུག་ལབ་འོ་རེད་དཀའ་ངལ་ཆུང་ཆུང་ཞིག་ཡང་ན་མེད་ན་ནི་དེ་བར་ཁ་ལག་གོ་བརྡོལ་ཅིག་ཅིག་བྱེད། ད་ཁ་ལག་གོ་བརྡོལ་དེ་བློས་བཏང་མ་ཐུབ་ནས་ཨ་ལི་མངལ་ལ་དེ་ཟ་གིན་ཟིན་ནས་དེ་དེ་བས་སོ་རུ་ཆགས་འགྲོ་རོགས། བྱས་ཙང་ད་གྲྭ་བཅོམ་པ་ད་ཁོ་རང་ད་སྡེ་བ་ཡོད་ན་མེད་ན་དེ་ང་ཚོ་ཁོའི་སྡེ་བ་བྱེད་པ་ཡིན་ད་ཧ་ལས་པའི་ད་སྡེ་བ་ཆེ་ཤོས་དེ་ཐོབ་བསྡད་ཡོད་རོགས། ཚུལ་འདི་ལ་མཉམ་པར་བཞག་ནས་ད་བར་གྱི་བྱེད་མ་ཐུབ་ན་ཏེས་ཁ་ནས་ལབ་ཆོག་རོ། ང་ཚོས་སྟབས་བདེ་བ་ཆུང་ཆུང་གཅིག་ལ་ཆགས་ནས་ནི་སེམས་ཅན་འདི་གྱི་དོན་དག་ལ་བསམ་གཏང་ཐུབ་བ་མ་རོ། དེ་ལས་ནི་ང་ཚོ་ལ་ད་བྱམས་ཆུང་ཟེར་མ་ནང་བཞིན་ལབ་ཡས་ཀྱི་དོན་དག་མ་རེད། གང་ལྟར་ཡང་གཡང་གཟར་བུ་བཞི་བོ་གཅིག་གང་ལ་མིའི་ལོ་ཧང་གཅིག་ད་མ་འཛར་བ་ཡིན་ན་དཔེ་དེ་དོ་རུ་ཀུ་རུ་ད་དཔེ་དེ་སྟུག་པོ་བཞི་བོ་མྱ་ངན་ཡང་ན་མེད་ན་མེད་འདྲ་པོ་ཡོད་བསྡད་པ་དེ་འདྲི་གཅིག་ལ་ཡག། གྲོགས་ཐོངས་བསྡད་ན། ངུ་ཚོད་ལྟ་མིག་ལྟ་བྱེད་འདི་ལ་རོགས་པ་མ་བྱེད་ནི་དེ་མ་ཤེས་ཡ་འདྲ་པོ་ཆགས་བསྡད་ཡོད་རེད། དེ་བཞིན་སྨྲ་བ། ལྷག་པར་དུ་ཡང་དེ་འདྲས་དེ་སོ་སོའི་ཕ་མ་ཡིན་ན་ག་འདྲ་སུས་བཞག་པ་ད་ཡིན་ནའི་ཤེས་སྟངས་གཅིག་བཞག་ན་ཧ་ལས་ག་འདྲ་ཡོད་རེད། མ་ཚར་མ་ཚར་ནི་སྐར་མ་ཁ་ཤས་ལས་ཤི་འགྲོ་གི་རེད་དེ་མེད་ན་ཉི་མ་ལྔ་དྲུག་ལ་ནི་ཤི་འགྲོ་གི་རེད་ད་ག་རེད་བྱས་སམ་དེ་ལྟར་ཁོ་གཡུག་བཞག་ནས་ཞེ་དྲག་ཁྱེར་མི་ངེས་འདྲ་ཅི་རེད། ཡིན་ནའི་དགེ་བ་མ་བྱས། སྡིག་པ་བྱེད་དེ་ངན་འདི། ད་ཤི་ནས་ཨེ་ནི་ངན་སོང་འགྲོ་ཡས་འདི་སྐད་ཅེས་འདི་དངོས་གནས་ཡིན་ན། ད་མ་ལྷུང་བཅས་ད་ལོ་སྟོང་ཕྲག་ཁྲི་ཕྲག་འབུམ་ཕྲག་དེ་མྱོང་ཡས་ཡིན་དུས་ཙང་ནས་ད་དེ་འདྲིའི་གནས་ཚུལ་དེ་སུ་སུ་ཡིད་ཆེས་ཡོད་ན་ག་འདྲི་སུ་གཡུག་དགོས་རེད་ད་ཁོ་ལ་རོགས་པ་མ་བྱེད་ནས། དེ་ལ་དེ་དེ་ལ་རོགས་པ་མ་བྱེད་ནས་ཨོ་ཟེར་རེད། ད་ཡིན་ནས་ཁོ་བ་ནས་ཐར་པ་ཞིག་མ་བྱུང་ན། མི་དེ་གས་དེ། ད་དེ་འདྲིས་ཀྱི་སྡུག་བསྔལ་དེ་བརྒྱ་སྟོང་ཁྲི་འབུམ་ཐ་ཁྱུ་ནས་མེད་ངེས་ཅི།

སེམས་ཅན་རིགས་ཁ་ཤས་ཨ་ནི་ང་ཚོ་ང་ཚོས་རོགས་པ་བྱས་ནས་མ་བྱས་ནས་ཁོ་རང་ད་ད་པ་ཐག་འགྲོ་གི་རེད་རོགས་པ་ཁོ་རང་གི་འཇོན་པ་དང་རོགས་པ་བྱེད་མཁན་གཞན་དག་ཡོད་རེད་ཐག་འགྲོ་གི་རེད་ད་དེ་ཚོས་ད་ལྟས་སུ་གྲགས་རེད་རིགས་ཁ་ཤས་ང་ཚོ་ག་ཚོད་ནུས་པ་ཆེན་པོ་ཆགས་པ་ཡིན་ནའི་ག་ཚོད་ཅིག་གིས་ཁོ་ལ་བརྩེ་བ་སྐྱེས་པ་ཡིན་ནའི་གནས་སྐབས་ཕན་ཐོག་ཁ་བསྡུ་ཕན་ཐོག་བྱེད་མ་ཐུབ་པ་དེ་འདྲས་ཡོད་ནའི་སེམས་ཅད་མཐའ་དང་མུ་མེད་པ་ཅིག་ང་ཚོས་རོགས་པ་བྱས་ན་ཁོ་ཁོ་བ་ནས་ཐར་ཐུབ། མ་བྱས་ན་ཐར་མ་ཐུབ་ངེས་དེ་འདྲས་མང་པོ་ཞིག་རོལ་གྱི་ཡོད་རེད་ད་ཐར་དུ་མི་དེ་བྱས་དུས་ད་དེ་ནས་ཚུལ་དུ་དངོས་གནས་ཡིན་ན་ད་ང་ཚོས་ཤུགས་ཀྱིས་མ་རྒྱག་ན་ཁོ་ཚོ་དེ་གི་དེ་ཚང་མ་ད་དུ་ངེས་མྱོང་ཡས་རེད་ད་ཁོ་བ་ནས་མ་ཐར་ན་དུ་ངེས་མྱོང་ཡས་རེད་ཁོ་ཚོ་ཁོ་བ་ནས་མ་ཐར་ན་ཡང་ཁོ་རང་ཚོ་དང་བྲེལ་བ་ཡོད་པས་ཡང་ཐ་དང་མུ་མེད་པ་དེ་ཡང་དུ་ངེས་མྱོང་ཡས་རེད་ཡང་འོ་དེ་གི་དེ་ཐར་བ་མ་ཐོབ་ན་ཡང་འོ་དེ་དང་བྲེལ་བས་ད་ཐ་དང་མུ་མེད་པ་བཅས་དུ་ངེས་མྱོང་ཡས་དེ་འདྲས་ཆགས་ན། དུ་སེམས་དོམ་བརྒྱབ་པ་ཡིན་ན་ལབ་ལྡང་གཅིག་ནས་ལབ་པ་ཡིན་ན་ད་ང་ཚོས་ཀྱིས་ཅིག་ཤུགས་ཅིག་མ་རྒྱག་ན་སེམས་ཅན་ད་ཐམས་ཅད་སྡུག་བསྔལ་མྱོང་ཡས་ཡིན་པ་འདྲ་བོ་ཅིག་གོ། ལབ་ཆོག་ཡས་འདྲ་བོ་ཅིག་ཡོད་རེད། ད་འདི་གིས་ག་རེ་ཟེར་ན་ཨ་ནི་སེམས་ཅན་ཐམས་ཅད་ཀྱི་ཆེད་དུ་འགྲོ་ལ་ཕན་ཕྱིར་ཟེར་ཡས་འདི་ཡིན་པའི་སྐད་ཆ་བྱས་ད་སངས་རྒྱས་འགྲུབ་པར་ཤོག་ཟེར་ད་རིན་པ་གཉིས་པ་འདི་ལ་ཞེ་ན་འདི་འདྲིས་ཀྱིས་སེམས་ཅན་ཐམས་ཅད་ལ་ད་ཕན་པ་འགྲུབ་དགོས་ཀྱི་ཡོད་ན་ད་སངས་རྒྱས་དགོས་ཀྱི་རེད་སྐད་ཆ་འདི་རེད་ད་སངས་རྒྱས་དགོས་ཀྱི་རེད་མ་རེད་ད་འདི་ནང་ལོགས་ནས་སངས་རྒྱས་ཀྱི་ཁྱད་ཆོས་གསུམ་འམ་བཞི་ཡོད་ཨ་བཞིའི་ནང་ལོགས་ནས་དང་པོ། རང་ཉིད་འཁོར་བ་ནས་ཐར་པ་ཅིག་མ་བྱུང་ན། ཨ་ནི་སེམས་ཅན་གཞན་དག་ད་སེམས་ཅན་འདི་སྐད་དེ་འཁོར་བ་ནས་ཐར་པ་ཟོ་ཐུག་གི་རེད་པས། སྐད་ཆ་དེ་རེད་ད། བྱས་ཙང་ང་སངས་མ་རྒྱས་ན་ལ་ཡའི་ཟླ་གཅིག་པ་རོ་རང་ཉིད་ད་དེའི་ནང་ལོགས་ནས་ཁྱད་ཆོས་དང་པོ་དེ་ཁེལ་འོང། ད་སོ་སོའི་འཁོར་བ་ནས་མ་ཐར་ན། ག་འདྲི་ཆགས་ཀྱི་རེད་གནས་སྟངས་དེ། ད་སྐྱེ་བ་ཀྲག་མེད་ཀྲ་ཐག་མེད་པ་ཡི་ད་ལན་འགྲོ་རོ། ད་ལྟ་ད་འཛམ་བུ་གླིང་འདི་ཁོ་རང་གང་ལ་ང་ཚོ་ཡི་མཐོང་དེ་དེ་ནས་དུ་བ་མི་ཁ་ཤས་མི་གཞན་དག་ལ་འཚེ་བ་བྱས་ནས་གནོད་སྐྱེལ་ནས། ཤུགས་གནོད་སྐྱེལ་དེ་ངས་ང་ཚོའི་གི་བའི་སྐྱུག་མེན་ལངས་དེ་ཡ་དེ་འདྲའི་དུ་བ། དེ་འདྲའི་ང་ཚོའི་ཚར་མང་པོ་བྱས་ཚར་ད་ཁོ་བ་ནས་མ་ཐར་ན་ད་ད་མུ་མཐུད་ནས་དེ་འདྲའི་ཚར་མང་པོ་བྱེད་ཆུང་ས་ནས་བཤད་པ་ཡིན་ན་སྟག་དང་གཟིག་དེ་འདྲའི་སྐྱེས་ནས་སེམས་ཅན་ཟ་ནས་ཚར་མང་པོ་བྱས་ཚར་རེད་ཁོ་བ་ནས་མ་ཐར་ན་ད་འདོད་ཐག་མེད་པ་དེ་འདྲའི་བྱས་ཡ་རེད་སེམས་ཅན་ལ་ཕན་མ་ཐོག་ན་ད་ཨོ་ཙི་རེད་དེ་བེར་འདི་ཁོ་ར་གནོད་པ་མཐའ་དང་མུ་མེད་པ་ཞིག་སྐྱེས་འགྲོ་གི་རོགས་ཁོ་བ་ནས་མ་ཐར་ན་བྱས་ཙང་ད་ཐར་པ་ཐོབ་ཚད་ངན་གི་དགྲ་བཅོམ་པ་ཉེ་རང་དགྲ་བཅོམ་པ་འདི་སྐད་དེ་སེམས་ཅན་ལ་ཕན་མ་ཐོག་ནས་གང་ཅི་གནོད་སྐྱེལ་ཏེ་བདེ་བར་མཚམས་ཆད། བྱས་ཙང་ང་ཚོས་མུ་མཐུད་ནས་སེམས་ཅན་ལ་ཐ་མལ་པ་གནོད་སྐྱེལ་འགྲོ་བདེ་ངན་ཅིག་གིས་ཨ་ནུ་ཁོ་ཚོ་བཙལ་བ་མི་འདུག་ལ་ལ་བའི་དོ་དམ་མི་འདུག། དེ་ན་ཤེས་ཅིག་གི་ཕ་གི། ད་གནོད་མ་སྐྱེལ་བ་ལ་ཆ་བཞག་པ་ཡིན་ནས་ད་དུད་འགྲོ་ལ་སྐྱེལ་དམྱལ་བ་ལ་སྐྱེལ། ད་གངས་ཅན་མི་ཡིས་ད་ལུང་མ་བསྟན་འདྲ་པོ་དེ་འདྲ་སྐྱེལ་ནས་གནོད་མ་སྐྱེལ་བ་ལ་ཆ་བཞག་པ་ཡིན་ནས།

ད་བར་ཐོབ་ཚར་ན་རང་དབང་ཡོད་པའི་ཐོག་ནས་ལྟ། རང་དབང་ཡོད་པའི་ཐོག་ནས་སོ་སོ་ལ་དཀའ་ངལ་ཁྱོན་ནས་མེད་ཡིན་ཙང་རང་དབང་ཡོད་པའི་ཐོག་ནས་གཞན་པའི་བྱེད་ཐུབ་ཀྱི་འདུག་བ། དེ་སྒང་ལ་ད་སོ་སོ་ཁོ་བ་ནས་ཐར་བའི་ཉམས་མྱོང་ཡོད་ཡིན་ཙང་སོ་སོའི་ཉམས་མྱོང་གི་ཐོག་ནས་ནི་གཞན་ལ་རོགས་པ་བྱེད་ཐུབ་ཀྱི་འདུག་བ། ད་དེ་འདྲས་ཡིན་ན་ནི་སོ་སོ་ནི་ཁོ་བ་ནས་ཐར་ན། ད་ད་ག་རང་སངས་རྒྱས་པ་རེད་བས་ད་གང་བྱས་གཞན་དོན་བྱེད་ཐུབ་ངེས་ཆགས་པ་རེད་བས་སི་ཏི་ཆགས་ཀྱི་ཡོད་བ་མ་རེད། མེད་ཡོང་བུ་སྲིད། ག་རེ་ཟེར་ན་ཉན་རང་དགྲ་བཅོམ་པ་འདི་ཚོས་ཀྱིས་སྟོང་པ་ཉིད་ལ་མཉམ་པར་བཞག་ནས་སྐལ་པ་དང་སྐལ་པའི་བར་དུ་མཉམ་པར་བཞག་བཞག་གཞན་དོན་ཅི་ཡང་ཡོད་མ་རེད་དེའི་རིང་ལ། བྱས་ཙང་དེ་ག་རེ་ཡིན་རེད་ཟེར་ན་སྙིང་རྗེ་འདང་གི་མེད། བྱས་ཙང་ད་འདི་གང་ལ་ཁྱེད་ཆོས་དང་པོ་དེ་གང་ལ་སེམས་ཅན་ཐམས་ཅད་ལ་ད་མ་བུ་གཅིག་པ་ནང་བཞིན་གྱི་བརྩེ་བ་ཡོད་པ་ཅིག་བཟོ་མ་ཐུབ་པ་ཡིན་ན་སེམས་ཅན་ཐམས་ཅད་ཀྱི་དོན་བྱེད་ཐུབ་ཡོད་བྱས་ཙང་ད་སོ་སོ་ཁོ་བ་ནས་ཐར་བའི་སྐབས་ལ་སེམས་ཅན་ཚང་མ་ལ་སོ་སོའི་བུ་གཅིག་པ་ནང་བཞིན་བརྩེ་བ་ཅིག་ཡོད་ན་ད་གཞན་ཕན་ཞུ་བ་ཅིག་བྱེད་ཐུབ་ཀི་རོགས་ད། ད་འདི་བྱུང་ན་འདང་གི་ཡོད་རེད་པས་བྱས་ཙང་དེ་རུ་ད
ད་འདི་ཡིས་འདང་གི་ཡོད་མ་རེད།
ག་རེ་རེད་ཟེར་ན་སེམས་ཅན་གྱི་ད།

ཁ་ཤས་ལ་དྲི་གི་བ་རེད་ཁ་ཤས་ལ་དྲི་གི་བ། རེད། སངས་རྒྱས་ཀྱི་སེམས་ཅན་ཁ་ཤས་ལ་སྔགས་ཀྱི་ཆོས་གསུངས། ཁ་ཤས་ལ་ཐེག་ཆེན་གྱི་ཆོས་གསུངས། ཁ་ཤས་ལ་ཐེག་དམན་གྱི་ཆོས་གསུངས། ཁ་ཤས་ལ་གཞན་དག་ཕག་ཞག་ནི་ནང་པའི་གི་ལྟ་ཐུན་མོང་མ་ཡིན་པའི་ལྟ་བ་དག་མེད་ལྟ་བ་རེད་དེ་དག་ཡོད་དོ་འདོ་འདྲི་ནས་གསུངས། དེ་འདྲི་བྱས་དེ་ཕ་ཅོ་དེ་གི་ཁམས་དང་མོས་པའི་དབང་གིས་རེད་མ་གཏོགས་སངས་རྒྱས་ཁོ་རང་ཉིད་སྒྲུང་བྱས་ནས་གི་འབྲུ་ཡག་ག་དེ་ཚོ་ལ་ཐེག་ཆེན་གསུངས། དཔལ་སེམས་ཐག་རིང་ང་དེ་ཚོ་ལ་ཐེག་དམན་གསུངས་དེ་འདྲི་མ་རེད་བ། ཕ་ཆོས་དེ་ལ་ཁམས་དང་སེམས་པ་མེད་པ་ཡིན་དུས་དེ་དང་མཐུན་པ་ཅིག་གིས་ད་ཐབས་ལམ་མི་འདྲ་བ་མཚུངས་ངོ། ད་ཐབས་ལམ་འདི་གའི་དེ་ཆ་ཚང་ཤེས་པ་ཡིན། ཡང་ཐབས་ལམ་སྟོན་སའི་གི་མི་འདི་གིས་རིག་པ་ཡག་ལོས་གང་འདྲའི་འདུག་སྐྱ་བ་ལྔ་བ་བག་ཆགས་འདུག་དེ་ཆ་ཚང་འདི་མ་ཤེས་ན། ཨ་ནི་ཐབས་ལམ་འདི་སྟོན་ས་དེ་ལ་གཞན་དག་སྟོན་གཞན་དག་སྟོན་ས་དེ་ལ་གཞན་དག་སྟོན་བྱས་ན་ཡང་ད་ལྟ་རིག་མ། ཚང་ད་དེའི་བཞིན་དུ་ཨ་ནི་ཁྱད་ཆོས་གསུམ་པ་ཆོས་ཐམས་ཅད་མཁྱེན་པར་ཟེར་ཡོད་དུས་གུ་གུ་བ་རེད་ད། ད་འདི་གསུམ་དེ་ཆ་ཚང་ཚང་པ་ཡིན་ན་ད་ཕལ་ཆེར་ད་སངས་རྒྱས་རེད་ད། ད་འདི་བྱས་དུས་ཙཱ་ནས་ད་དེ་འདྲིས་ཅིག་བྱུང་པ་ཡིན་ན། སོ་སོ་ལ་ད་རེ་བ་རྒྱག་ག་ཡོང་ངེ། ག་འདྲི་ཅིག་བརྗོད་པ་ཡིན་ནས། ཨན་ཁོ་རང་གི་སེམས་ཁམས་དང་དེ་ལ་བབས་པའི་ད་ཐབས་ལམ་ཅིག་ཏག་ཏག་སྟོན་གི་རེད། བརྩེ་བ་ཡོད་ཡིན་ཙང་སྟོན་གི་རེད། ཨན་སྟོན་པ་ན་ཤིང་རྟ་ཁེངས་གི་ཡོད་ཡིན་ཙང་ཏག་ཏག་རན་པ་ཅིག་རེད་འགྲོ་གི་རོགས། བསླུ་བ་མེད་པ་འདྲ་བོ་ཅིག་ཆགས་འགྲོ་གི་རོགས། སྤྱིར་བཏང་ད་དེ་གསུམ་ཀ་ཚང་ངེ་འདི་ད་ཕལ་ཆེར་སངས་རྒྱས་མ་གཏོགས་ཡོད་མ་རེད་ཡིན་ནས་རྟག་པ་མཐའ་སྲུང་བྱས་ནས་སྐད་ཆ་བཤད་པ་ཡིན་ན། ད་དེ་གསུམ་ཀ་ཚང་པ་ཡིན་ནས་རེད་བ། ད་དེ་གསུམ་ཀ་ཚང་པ་ཡིན་ན་ཚུར་རོགས་པ་བྱེད་ག་རེ་བ་རྒྱག་ག་ཡོང་ནང་ད་ཏག་ཏག་བྱེད་ཐུབ་གི་འདུག་བ། རེ་བ་ཇི་ག་མ་ཡོང་ན། ད་ཁ་སང་ལས་ཡས་འདིར་ད་མིང་ཐུན་མོང་དུ་བཏགས་ཐུབ་ཀྱི་མི་འདུག་དེ་མེད་པ་ཡིན་ན། ད་དཔེར་ན་དེ་འདྲ་ཞིག་ད་འདི་ཆ་ཚང་ཚང། ཏོག་ཉེན་ཞུ་བཞིན་ཡོད་པ་ཡིན་ན། ནི་མི་ཡོང་རོགས་བྱེད་ཀྱི་མ་རེད། སངས་རྒྱས་ཀྱི་དང་པོ་ད་སྐུ། བཙན་པོ་བཞི་བོ་ཅིག་ཡོད་ཡིན་ཙང་སྐུ་འདི་བརྗེས་པ་དང་དཔལ་དགའ་བོ་ཆགས་ནས་སེམས་པ་ལྷོད་ཤིག་ཆ་དགའ་བའི་གོ་ཡས་ཆགས། དེ་བྱས་དུས་ཨེ་ནི་ཁྲི་ལ་འགྲོ། ཁྲི་ལ་བྲོས་ནས་ཆོས་གསུངས་ཡོང་དུས་གསུང་འདི་སྙན་པོ་བཞི་བོ་ཅིག་ཡོད་ཡིན་ཙང་དེ་གྱིས་སེམས་འདི་ཕར་ཅིག་འཐེན། ཨེ་ནི་གཞི་ནས་ཨེ་ནི། ཆོས་འདི་ཉན་ཡོང་དུས་འདིའི་བརྗོད་བྱ་འདི་གོ། རོ། ཤིང་ནི་དང་པོ་བཀུག་ཅེས་དེའི་རྗེས་ནས་ནི་གསུངས། ཅེས་ཤིང་ནའི་བརྗོད་བྱ་འདི་གོ་འགྲོ་དུས་སངས་རྒྱས་ཀྱི་ཐུགས་ཀྱི་དགོངས་པ་འདི་སོ་སོས་ཤེས་ཐུབ་ཡས་ཀྱི་ཁུ་འདི་ཆགས་འགྲོ། དེས་ན་ཤིང་དམྱལ་བ་བ་འདི་ཚོ་ལ་ག་འདྲའི་སོགས་པ་བྱེད་པར། ཆོས་ཤེས་ནས་ཉན་ཡས་ཀྱི་ཉན་ཐུབ་ཡས་ཀྱི་འདི་ཁོ་ན་མེད་པར་ཐུག། མི་ཕྱུག་པོ་སྐད་གྲགས་ཡོད་དེ་ངན་ཐོབ་པོ་ཆུ་འདི་ཚོ་ཁོའི་ཁོ། གནས་དེ་ཡང་རེད་དང་ལྟར་ལ། དཔེར་ན་ང་ཚོའི་འདྲ་བའི་ཞིག་འཛམ་གླིང་བྱང་ཉུང་ངུ་ཞིག་བལྟ་ན། ཁོ་དང་ལྟར་འཁོར་བ་འཁོར་བསྡད་ཡོད་རེད། ད་ཁོ་བ་ནི་ཐར་པ་ཅིག་མ་བྱེད་འདུག་ཟིན་བྱེད་དང་དེ་གིས་ཁོ་བ་ནི་ཐར་སྲིད་མ་རེད། ཁོ་བ་མཐའ་ཡས་ལས་སྟོང་པ་ཉིད་བྱང་དགོས་རེད། སློབ་སྦྱོང་བྱེད་དགོས་རེད་བྱེད་ལོང་ཁོ་རེ་ཡོད་མ་རེད། དེ་འདྲའི་ཞིག་ངང་ནས་ཕྱིན་པ་ཡིན་ན། ད་དུང་གི་མཐའ་མེད་པ་མྱོང་ཡས་རེད་དེ།

འདི་གང་ལ་སྐད་ཆ་བཤད་འོང་དུས་ད་དེ་ཙམ་གྱིས་འགྲིག་གི་མི་འདུག། སྐད་ཆ་ག་རེ་རེད་ཟེར་ན། ད་དཔེར་ན། མི་ཁམས་མི་འདྲ་མི་འདྲ་ཡོང་ཡིན་ཙང། ཨ་ནི། འདི་ལ་བབས་པའི་ད་སྤྲུལ་པ་མི་འདྲ་མི་འདྲ་སྤྲུལ་དགོས་རོ། ཡིན་ནའི་སྤྲུལ་པ་གཅིག་འདི་ལ་མི་ཁ་ཤས་དགའ་གི་བ་རེད་ཁ་ཤས་དགའ་གི་བ་མ་རེད་གཞན་དག་ཅིག་སྤྲུལ་ན་ཁ་ཤས་དགའ་གི་རེད་ཁ་ཤས་དགའ་གི་བ་མ་རེད་ཟེར་ཙང་ད་མི་མང་པོ་ཚོགས་ཟེར་གྱི་ལ། ཨ་ནི། ད་ག་ལ་བ་རེད་ད།

ཨོ་དེ་འགྲིག་གི་ད། མ་འགྲིག་ཡ་ཅིག་ཡང་ད་འདོད་ལྷག་དེ་གི་དོགས་གཅོད་བྱེད། སྤྱི་བཏང་མིན་ད་ལྟ་ང་ཚོ་ནང་པ་སྤྱི་ཡི་ཐུན་མོང་གི་དོགས་སྣང་ལོག་ལས་དེ་ཡོད་རེད་སེམས་ཅན་དངོས་ནས་རྒྱུད་སྨིན་ན་སངས་རྒྱས་དངོས་ནས་བསླུ་བ་འཁྱུད་ནི་ཡོད་མ་རེད། དུས་ཚོད་ཏག་ཏག་ཡོད་ཡོད་མ་རེད་དུས་ཚོད་དེ་ལ་ཏག་ཏག་རོགས་པ་བྱེད་ཀྱི་རེད་སེ་ཡོད་རེད། ཡིན་ནས་དེ་ག་འདྲི་སུ་ཡོང་སྲིད་ཀྱི་རེད། སེམས་ཅན་སྟོང་ཕྲག་ཁྲི་ཕྲག་འབུམ་ཕྲག་མང་པོ་དུས་གཅིག་ལ་རྒྱུད་སྨིན་མི་སྲིད་པས་ད་ང་འདྲ་བོ་སངས་རྒྱས་ཡིན་ན་ཁ་ཤས་ཐའེ་ཝན་ལ་རྒྱུད་སྨིན་ཁ་ཤས་རྒྱ་གར་ལ་རྒྱུད་སྨིན་ཁ་ཤས་ད་ལྷ་གནས་ལ་ཁ་ཤས་ཇི་སྟེ་འང་བྱས་རྒྱུད་དུས་གཅིག་ལ་སྨིན་ཡོང་བ་ཡིན་ན།

མང་ཉུང་སྐྱེ་མཆེད་ཡོད་མ་རེད་དེ་ནང་བཞིན་སེམས་ཅན་ག་ཚོད་རྒྱུད་སྨིན་པ་ཡིན་ནས་རང་རང་གི་མདུན་ལ་རང་རང་གི་ད་ཁམས་དང་མེ་འབར་དང་མཚན་པའི་སྐུ་རེ་རེ་རེ་རེ་ཤར་ཡོང་ཡས་ཀྱི་ལྷུན་གྲུབ་ཏུ་བྱུགས་པ་ལེགས་ཀྱི་རེད་ད། དེ་ལ་དུས་ད་དེ་འདྲི་ཡོང་ཡས་ཀྱི་གཞི་སྐུ་ཀུན་ཁྱབ་གསུང་ཀུན་ཁྱབ་ཐུགས་ཀུན་ཁྱབ་ཟེར་ཡས་ཀྱི་ད་འདི་མ་ཡོང་ན་དེ་འདྲི་གྱི་མ་བྱུང་པ་ཡིན་ན་ནི་སེམས་ཅན་ཐམས་ཅད་ཀྱི་དོན་མི་བསླུ་བར་གྲུབ་ཟེར་ཏག་ཏག་ད་འདི་གྲུབ་ཐུབ་ཀྱི་མི་འདུག་ད་དེ་འདྲི་གྱི་བྱུང་པ་ཡིན་ན་ད་ད་འདི་གི་མ་བཏང་ཡས་ཀྱི་ད་ད་འདི་གོང་ལ་གོ་གི་འདུག་ལ་ཡས་ད་ཡོད་མ་རེད།

ནུས་པ་ཡོད་པ་འདི་དག་ངོ་སྤྲོད་བྱེད་དགོས་བ་རེད། སྐུ་ཀུན་ཁྱབ་གསུང་ཀུན་ཁྱབ་ཀྱི་ལུང་འདི་རེད་སོང། འདི་རེད་ད། ལུང་བྱེད་ན་དེ་འདྲས་རེད་ད་དེ་ན་ཞིག་མང་པོ་ཡོད་རེད་དེ་ལྟས་སུ་གོ་བལྟས་དགོས་འདུག། བྱས་ཙང་དེ་སྐྱབས་མགོན་རིན་པོ་ཆེའི་སངས་རྒྱས་ངོ་སྤྲོད་གནང་དུས་རྩ་ནས་ག་དུས་ཡིན་ནས་དེའི་གནད་འགག་དེ་གས་དེ་གསུང་གི་ཡོད་རེད། ཡིན་ནས་ད་དཔེར་ན་ད་ལྟ། སྐད་སིག་པོ་རེད། ངེད་ཀྱིས་བཤད་དུས་རྩད་ནས་ཉི་མ་གཉིས་སུ་གོར་འགྲོ་རུ་བ་ད་ཆུ་ཚོད་གཉིས། ཕ་སྐད་ཆ་ཚང་ཅིག་གསུང་དགོས་དུས་ཉི་མ་གསུམ་བཞི་ནང་ལོགས་ལ་དེ་འདྲའི་གལ་པོ་གསུང་ཡས་ཀྱི་དུས་ཚོད་ཡོད་མ་རུ་བ། Please Please Please གནད་འགག་ཅིག་ཅན་དོ་སྣང་སྤྲད་པ་ཡིན་ན་ནི་ས་ཡ་ཡོད་རེད། ཨོ་ད་རེས་འདིའི་སྐོར་ལ་དེ་འདྲི་ཞིག་གསུང་སོང་ཇེ་མང་དེ་འདྲི་ཞིག་གསུང་སོང་ཟིན།

ད་ལྟ་བསགས་པའི་དགེ་བ་རེ་མ་འོངས་པ་ན་བསགས་པའི་དགེ་བ་ཚང་མ་བསྡོམས་ནས་དེ་འབྲེལ་གྱི་སངས་རྒྱས་ཀྱི་དོགས་ར་བྱས་པ་ཡིན་ན་སེམས་ཅན་ཐམས་ཅད་ཀྱི་དོན་བྱེད་ཐུབ་སོ་སོའི་གི་དོན་ད་སོ་སོའི་ད་སྡུག་བསྔལ་ད་ད་ལས་ཐར་འགྲོའི་དོན་གཉིས་མཐར་ཕྱིན་པ་ཆགས་བསྡད་དུས་ད་དེ་ལས་ལྷག་ག་མེད་རེད་ད་དེ་འབྲེལ་གྱི་སངས་རྒྱས་ཐོབ་པའི་རྒྱུར་གྱུར་ཅིག་སེམས་ད་སྙིང་ཐག་པ་ནས་སྨོན་ལམ་བསྐྱེད་བྱས།